བོད་ཟླ་དང་པོའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུར་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་རིག་ལྡན་སྒྲོལ་མ་ལགས་དང། འཕྲུལ་རྡོང་ཕྱག་རོགས་གནང་མཁན་རྗེ། གསར་འགྱུར་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ལགས་དང་ཕྲན་བློ་བཟང་བཅས་ང་ཚོ་ཐུན་མོང་ཐོག་ནས་ཐོག་མར་རླུང་འཕྲིན་སངས་རྒྱས་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་དེའི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ད་རིང་ལས་རིམ་ཁག་གི་ཐོག་མ་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བུད་མེད་ཚོས་འབྲི་གུང་ཆོས་ཚོགས་སུ་ཆོས་ཕྱོགས་དང་འབྲེལ་བའི་ལོ་སར་ཚེས་གསུམ་སྲུང་བརྩི་གཟབ་རྒྱས་ངང་ཞུས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང།
དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་མཚོ་སྔོན་ཞིང་ཆེན་མཚོ་བྱང་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས། སྤྱི་ཟླ་དང་པོའི་ཚེས་བཅུའི་ཉིན་བོད་ཀྱི་ཆབ་སྲིད་བཙོན་པ། ཚེ་མགོན་ལགས་ལ་ལོ་གསུམ་གྱི་བཙོན་འཇུག་གི་ཁྲིམས་ཐག་བཅད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་སྙན་སྒྲོན་ཞུ་རྒྱུ་དང།
བལ་ཡུལ་གཞུང་གིས་བོད་མི་ཚོའི་ལོ་སར་བསང་གསོལ་གཏོང་རྒྱུ་བཀག་འགོག་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་བསམ་ཡས་གླིང་བོད་མིའི་འདུས་སྡོད་ཀྱིས། ལོ་སར་ཚེས་གསུམ་གྱི་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་ཚོགས་གཞོན་དང་ལྡི་ལི་སྐུ་ཚབ་དོན་གཅོད་རྣམ་གཉིས་ཕེབས་ཡོད་པ། ང་རང་ཚོ་ཚང་མས་དུས་ལ་རྣམ་པ་ཀུན་ཏུ་དགོངས་པ་བཞེས་དགོས་ཡ་གཅིག་དེ་ག་རེ་རེད་ཟེར་ན། དེ་ལས་སྤྱི་བ་གལ་ཆེ། ངོས་འཛིན་གནང་ཐུབ་དགོས་ཡ་དང་དེ་གལ་ཆེན་པོ་རེད་བསམ་གྱི་འདུག།
ཨ་མེ་རི་ཀའི་ནུབ་རྒྱུད་ཀལ་ཧྥོ་ནི་ཡའི Bay Area མངའ་ཁུལ་བུད་མེད་ཚོར། ས་སྐྱ་ཕུན་ཚོགས་ཕོ་བྲང་གི་དུང་སེ་ཨ་བྷི་ཀི་ཏཱ་མཆོག་ནས་བཀའ་སློབ་གནང་ཡོད་པའི་སྐོར་གནས་ཚུལ་གཏོང་འབྱོར་བྱུང་བ་ཞིག་གསན་རྒྱུ་དང།
བོད་གནས་མཁས་པའི་གླིང་བཅུ་ཞེས་པའི་ལེ་ཚན་ནང་གངས་རི་ཆོམ་ལ་མའི་བུ། ཞེས་མགོ་བརྗོད་དུ་འཁོད་པའི་དཔེ་དེབ་དཔྱད་རྩོམ་སྤེལ་བའི་ལེ་ཚན་བསྐྱར་བཟློས་ཞུ་རྒྱུ་དང། མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཞེས་པའི་ལེ་ཚན་ནང་དེ་བས་ལོ་འདིའི་གུས་འདུད། རྒྱ་གར་ནང་ཚུད་དར་གྱི་ཚོང་ལས་གནང་མཁན་བོད་མི་ཚོར་དཔལ་འབྱོར་ལས་ཁུངས་ནས་ཚོང་གི་མ་རྩ་སྒོར་མོ་འབུམ་རེ་བུན་གཡར་གནང་བ་ཕལ་ཆེ་བ་ཕྱིར་འབུལ་ཟིན་ཡོད་པའི་གནད་དོན་སྐོར་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་འགའ་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཐོག་མར་དེའི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། སེང་གེ་རྣམ་པ་ཚོ་ང་རོ་དེ་ལས་ང་རིན་ཆེན་ཆོས་སྒྲོན་ཡིན། ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བུད་མེད་ཚོས་འབྲི་གུང་ཆོས་ཚོགས་སུ་ཆོས་ཕྱོགས་དང་འབྲེལ་བའི་ལོ་སར་ཚེས་གསུམ་སྲུང་བརྩི་གཟབ་རྒྱས་ངང་ཞུས་འདུག་དེ་ཡང་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་མངའ་ཁུལ་གྱི་མངའ་སྡེ་གསུམ་ནང་གནས་སྡོད་བུད་མེད་ཚོས་བོད་ས་སྐྱིད་ལོའི་ལོ་སར་ཚེས་གསུམ་ཉིན་ས་གནས་སུ་རྟེན་གཞི་བྱས་པའི་འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་སུ་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་དབར་ཐོག་མགྲོན་རིན་པོ་ཆེའི་བཞུགས་ཁྲིར་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དངོས་གྲུབ་ཚེ་རིང་ལགས་དང་འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་ཀྱི་མཁན་པོ་བསམ་འགྲུབ་ལགས། ད་ག་ནས་ཤིང་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་ཚོས་མེ་འབྲས་རྟེན་འདུས་གདེང་འབུལ་དང་འབྲེལ་ལྷ་སྲུང་རྣམས་ལ་མཆོད་པ་དང་བཞེས་འདུལ་འུར་འདོན་གནང་ཡོད་པ་རེད། དེ་ནས་རིམ་བཞིན་བོད་མི་ཚོས་ཆོས་ཚོགས་ཀྱི་ཕྱི་རོལ་དུ་སྤྱི་གླིང་ནང། དཀར་ཕྱོགས་ལྷ་རྣམས་བསུས་ཏེ་བསང་གསོལ་བཏང་བ་དང་ཞལ་ཞབས་བྲོ་བརྒྱབ་སྟེ་ཁ་ཁ་སྤྲོ་སྤྲོས་གསུང་ཚུལ་ཞུས་འདུག་དེའི་དགོང་ལོ་སར་ཚེས་གཉིས་ཉིན་གོང་འབྲོག་ས་གནས་སུ་ཡོད་པའི་བོད་དོན་རྒྱབ་སྐྱོར་གནང་མཁན་སྐུ་མགྲོན་ཁག་ཅིག་དང་བོད་མི་ཚོ་མཉམ་འཛོམས་ཀྱིས་ཐོག་གཟའ་ཉི་མའི་གཟའ་མཇུག་སློབ་གྲྭའི་སློབ་མ་ཚོ་དང་ཟློས་དགེ་བསུ་བདག་ཁ་ནས་བཞིན་ས་གནས་བུད་མེད་ཁག་ཅིག་ནས། བྱས་ན་འདྲ་མིན་གཟིགས་འབུལ་ཞུས་ཏེ་སྲུང་བརྩི་ཞུས་ཡོད་པ་བཅས་གང་ལྟར། གསར་སྐྱེས་ལོའི་ལོ་གསར་པ་འདི་བཞིན་བུད་མེད་དང་བོད་དོན་རྒྱབ་སྐྱོར་བ་ཚོས་ཆོས་ཕྱོགས་དང་རིག་གཞུང་འཁྲབ་སྟོན་ཞུ་བའི་ལམ་ནས་སྲུང་བརྩི་གཟབ་རྒྱས་ཞུ་འི་རེད། ཡང་ད་རི། བོད་ཚེས་ལྔ་སྟེ་གཟའ་མིག་དམར་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་སུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་མིའི་སྤྱི་མཐུན་ཚོགས་པ་ཐུན་མོང་ནས་གོ་སྒྲིག་ཞུས་ཏེ་ལོ་ལྟར་བཞིན། བོད་ལུགས་ལོ་སར་སྲུང་བརྩི་ཞུས་གནང་འཆར་ཡོད་པ་རེད། རྒྱ་ནག་གིས་རྒྱུད་གཅིག་དང་ལམ་གཅིག་ཅེས་པའི་རྒྱལ་སྤྱིའི་ཐོག་དཔལ་འབྱོར་འཛུགས་སྐྲུན་གྱི་ལས་གཞི་རྒྱ་སྐྱེད་ཀྱི་ལས་འཆར་ཆེན་པོ་དེར་ཁ་གཏད་གདོང་ལེན་གྱི་ཆེད་དུ་ཨོ་སི་ཁྲུ་ལི་ཡ་དང་ཨ་མི་རི་ཀ། ཉི་ཧོང། རྒྱ་གར་བཅས་པ་དམངས་གཙོའི་རྒྱལ་ཁབ་བཞིའི་བར་མཉམ་རུབ་ཀྱི་ཐོག་ནས་ཆ་མཚུངས་པའི་དཔལ་འབྱོར་འཛུགས་སྐྲུན་གྱི་ལས་འཆར་གཞི་རྒྱ་ཆེན་པོ་ཞིག་འཆར་འགོད་གནང་བཞིན་ཡོད་པའི་སྐོར་གནས་ཚུལ་ཐོན་ཡོད་པ་རེད། རེས་གཟའ་ཟླ་བའི་ཉིན་ཨོ་སི་ཁྲུ་ལི་ཡའི Financial Review ལྟེ་དཔལ་འབྱོར་བསྐྱར་ཞིབ་བྱས་པའི་གསར་ཤོག་གིས་ཨོ་སི་ཁྲུ་ལི་ཡ་གཞུང་གིས་མཚན་འདོན་མ་གནང་བའི་ལས་བྱེད་ཅིག་ལུང་འདྲེན་གྱིས་གནས་ཚུལ་སྤེལ་བའི་ནང། ལས་གཞི་དེ་ནི་ད་ལྟ་འཆར་འགོད་གནང་བཞིན་པའི་དུས་སྐབས་ཤིག་ཡིན་པས་ད་རིང་ཨོ་སི་ཁྲུ་ལི་ཡའི་སྲིད་བློན་མཆོག་གཟའ་འཁོར་དེའི་གཟའ་མཇུག་ཨ་རིའི་ནང་གཞུང་འབྲེལ་གཟིགས་སྐོར་ལ་ཕེབས་པའི་སྐབས་སུ་གསལ་བསྒྲགས་གནང་རྒྱུར་དུས་ཚོད་སྨིན་མིན་རུང། གནད་དོན་དེ་ནི་ཨོ་སི་ཁྲུ་ལི་ཡའི་སྲིད་བློན་ཐཱོན་བུལ་མཆོག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཀྱི་བར་གྲོས་མོལ་གྱི་གླེང་གཞི་གཙོ་བོ་ཞིག་ཆགས་ཀྱི་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད། མཚན་འདོན་མ་གནང་བའི་ཨོ་སི་ཁྲུ་ལི་ཡ་གཞུང་གི་དཔོན་རིགས་དེ་ཡིས་གོང་ཞུའི་བརྒྱུད་ལམ་དེར། སུ་ཞིག་གིས་རྒྱ་ནག་ལ་འཛུགས་སྐྲུན་གྱི་ལས་འཆར་སྤེལ་ཆོག་གི་མེད་པ་གཟིགས་ཀྱི་མེད་ལ། རྒྱ་ནག་ངོས་ནས་སོ་སོའི་དཔལ་འབྱོར་གྱི་ཁེ་ཕན་གྱི་ཆེད་དུ་མཚོ་ཐོག་དངོས་ཟོག་སྐྱེལ་འདྲེན་གྱི་འགག་སྒོ་དེ་འདྲ་རྒྱག་ཆོག་གི་ཡོད་པ་དང། ང་ཚོའི་ངོས་ནས་ཀྱང་གཞུང་ལམ་དང་མེ་འཁོར་རི་ལིའི་ལྕགས་ལམ་འཛུགས་སྐྲུན་གྱིས་རྒྱ་ནག་གིས་བརྒྱབ་པའི་མཚོ་ཐོག་དངོས་ཟོག་སྐྱེལ་འདྲེན་གྱི་འགག་སྒོའི་བར་མཚམས་སྦྱོར་བྱ་རྒྱུ་ཡིན་སྐོར་གསུངས་ཡོད་པ་རེད། ཨོ་སི་ཁྲུ་ལི་ཡ་གཞུང་གི་ཕྱི་སྲིད་བློན་ཆེན་ཇུ་ལི་ཡ་བྷི་ཤོབ་དང་ཚོང་གི་བློན་ཆེན་སི་ཏི་ཁོ་བྷོ་གཉིས་ལ་གོང་ཞུའི་གསར་ལས་ཁང་གིས་གནད་དོན་དེའི་ཐད་བཀའ་འདྲི་ཞུས་པར་བཀའ་ལན་གང་ཡང་གནང་གི་མེད་པའི་གནས་ཚུལ་སྤེལ་ཡོད་པ་རེད། བོད་རང་སྐྱོང་ལྗོངས་ཁུལ་ལོ་གསར་རིང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་འབུམ་གཉིས་ལྷག་ཙམ་བྱུང་ཡོད་པ་ནི་སྔ་ལོ་ལས་གྱ་ཆ་སུམ་ཅུ་ཙམ་འཕར་ཡོད་པའི་གནས་ཚུལ་བཀོད་འདུག། དེ་ཡང་རྒྱལ་ས་ལྷ་ས་ནས་ཤིང་བྷ་གསར་འགྱུར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ལོ་འདིའི་བོད་ལུགས་དང་གྱ་མིའི་ལོ་སར་དུས་ཚོད་གཅིག་ལ་འཁེལ་བར་སོང་ཙང་ལས་གཟེངས་དང་སྟབས་བསྟུན་ལོ་སར་ཚེས་གཅིག་ནས་ཚེས་བཞི་བར་ཉིན་གྲངས་བཞིའི་རིང་བོད་རང་སྐྱོང་ལྗོངས་ཁུལ་ཡུལ་སྐོར་སྤྲོ་འཆམ་པ་མི་གྲངས་འབུམ་གཉིས་དང་ཆིག་ཁྲི་དྲུག་སྟོང་ཙམ་བྱུང་ཡོད་པ་ནི་སྔ་ལོ་ལས་གྱ་ཆ་སུམ་ཅུ་ཙམ་མང་བ་ཆགས་ཡོད་ལུགས་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ནས་འགྲེལ་བརྗོད་བྱས་འདུག་དེ་བས་ཉི་མ་བཞིའི་ཡོང་འབབ་ཨ་ཨ་མི་རི་ཀའི་འབྲོག་ལ་ས་ཡ་ཉི་ཤུ་རྩ་ལྔ་ཙམ་བྱུང་ཡོད་པའང་སྔ་ལོ་ནས་བརྩིས་ན་བརྒྱ་ཆ་བཅུ་བཞི་ལྷག་ཙམ་འཕར་ཡོད་འདུག་ཡང་གོང་དུ་ཞུས་པའི་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན། རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ནས་ཡིན་པའི་ཡུལ་སྐོར་སྤྲ་འཆམ་པ་ཏའོ་ལི་ཅན་ཞེས་པས་དཔྱིད་ཀའི་དུས་ཚོདའམ། ལོ་གསར་ཉིན་བོད་པའི་ཁྱིམ་ཚང་ཞིག་ན་བསྡད་དེ་སྲུང་བརྩི་ཞུས་པས་མ་ཟད་རྩེ་ཕོ་ཀྲང་པོ་ཏཱ་ལར་མཆོད་མཇལ་དང་འབོད་པའི་གྱོན་གོས། དང་བོད་པའི་གཞས་སྣ་སོགས་མཉམ་སྤྱོད་བྱེད་རྒྱུའི་གོ་སྐབས་ཡང་བྱུང་ཞེས་བཤད་འདུག་ལྷ་སའི་ནང་མགྲོན་ཁང་གི་བདག་པོ་རུས་མིང་ལ་ཝང་ཞེས་པས་དུས་ཚོད་འདིའི་རིང་མགྲོན་ཁང་ཆ་ཚང་ཁེངས་སོང་ཞེས་གང་ལྟར་བོད་ཀྱི་རྒྱལ་ས་ལྷ་སའི་ནང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གྱི་གྲངས་ཚད་འཕར་བ་དང་དུས་མཚུངས། ཡོང་འབབ་ཀྱང་ཆེ་རུ་ཕྱིན་ཡོད་ལུགས་བཤད་འདུག་ས་གནས་གཞུང་གིས་སྤྱི་བཏང་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་བརྒྱ་དང་བཅོ་ལྔ་ཙམ་ཡུལ་སྐོར་སྤྲོ་འཆམ་པའི་ས་གནས་སུ་ངོས་འཛིན་དང་སྦྲགས། དགུན་དུས་རིང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་ཚོར་དམིགས་བསལ་འགྲིམ་འགྲུལ་དང་མགྲོན་ཁང་སོགས་གོང་ཚད་ཆག་ཡང་གཏང་རྒྱུ་ཡིན་ལུགས་ཀྱང་དྲིལ་རགས་བྱས་ཡོད་པ་རེད། བལ་ཡུལ་གྱི་སྲིད་བློན་གསར་པ་ཀེ་བི་ཤར་མ་ཨོ་ལི་ཡིས་རྒྱ་གར་མཉམ་གྱི་འབྲེལ་ལམ་འབྲེལ་ལམ་ལ་བསྐྱར་ཞིབ་དང་གཞན་ཡང་འབྲེལ་བའི་ལམ་བུ་གསར་པ་དེ་འདྲ་འཚོལ་ཞིབ་ཀྱི་ཆེད་དུ་རྒྱ་ནག་མཉམ་འབྲེལ་ཐག་ཉེ་རུ་གཏོང་རྒྱུའི་འདུན་པ་ཡོད་པའི་སྐོར་ཁོང་གིས་ཧོང་ཀོང་གི South China Morning Post སྟེ་རྒྱ་ནག་ལྷོ་ཕྱོགས་ཀྱི་སྔ་དྲོའི་ཕོ་ཉར་ཞེས་པའི་གསར་ཤོག་གི་བཅར་འདྲིར་དང་ལེན་གྱི་ན་གསུངས་ཡོད་པ་རེད། ཁོང་གིས་གོང་ཞུས་ས་ཤོག་ལ། ང་ཚོར་རྒྱ་གར་གྱི་ཉམས་ས་མཚམས་སྒོ་ཕྱེ་ནས་ཡོད་པར་འབྲེལ་མཐུད་གང་ལེགས་ཡོད་པ་དང་གནས་སྟངས་དེ་ནི་ཡག་པོ་ཞིག་ཡིན་པ་དང་ཕྱོགས་གཉིས་ཀྱི་བར་ད་ལྟའི་འབྲེལ་མཐུད་དེ་བས་ཡག་ཏུ་གཏོང་ཆོག་ཀྱང་དངོས་ཡོད་གནས་ཚུལ་ལ་ང་ཚོར་ཁྱིམ་མཚེས་གཉིས་ཡོད་པས་ཁྱིམ་མཚེས་གཅིག་གཅིག་པོར་རེ་བཅོལ་བྱས་པའམ་ཡང་ན་ལམ་ཁ་གཅིག་གཅིག་པོར་བརྟེན་ནས་འདུལ་རྒྱུ་མིན་པ་གསུངས་ཡོད་པ་རེད། དགུང་གྲངས་དྲུག་ཅུ་རེ་ལྔ་ལ་ཕེབས་པའི། བལ་ཡུལ་གྱི་སྲིད་བློན་ཀེ་པི་ཤར་མ་ཨོ་ལི་ཡིས་དེ་སྔ་ཡང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་ཉིས་སྟོང་བཅུ་དྲུག་ལོའི་ཕྱི་ཟླ་བརྒྱད་པའི་ཚེས་གསུམ་གྱི་བར་སྲིད་བློན་གནང་ཡོད་པ་དང། འོན་ཀྱང་སྐབས་དེར་རྒྱ་གར་དང་ས་འབྲེལ་བལ་ཡུལ་གྱི་ལྷོ་ཁུལ་མཱི་དེ་སི་མང་ཚོགས་ཀྱིས་ངོ་རྒོལ་གྱི་དོན་རྐྱེན་གྱི་རྐྱེན་པས་ཁོང་སྲིད་བློན་གྱི་ལས་ཁུངས་ནས་དགོངས་པ་ཞུ་དགོས་བྱུང་ཡོད་པ་རེད། ཁོང་ནི་རྒྱ་ནག་གི་ཕྱོགས་སུ་བློ་ཐག་ཉེ་བའི་སྲིད་དོན་མི་སྣ་ཞིག་ཡིན་པ་དང། ཁོང་གིས་སྲིད་དོན་ཚོགས་པར་ད་རིང་ཉེ་དུས། རྒྱལ་ཡོངས་འོས་བསྡུའི་ནང་འོས་ཤོག་གི་རྒྱལ་ཁ་ཆེན་པོ་ཐོབ་པ་ལྟར་ད་རིང། མའོ་དམར་ཤོག་ཚོགས་པའི་མཉམ་མནའ་འབྲེལ་གཞུང་འཛིན་བཟུང་རྒྱུའི་གོ་སྐབས་བྱུང་སྟེ་སླར་ཡང་ཡུལ་གྱི་སྲིད་བློན་གྱི་ཁྲི་ཐོག་ཏུ་ཕེབས་ཡོད་པ་རེད། ཁོང་གིས་རྒྱ་ནག་ལྷོ་ཕྱོགས་ཀྱི་སྔ་དྲོའི་ཕོ་ཉའི་ས་ཤོག་ལ་བཀའ་མོལ་གནང་བའི་ནང་དུས་ཀྱི་འགྱུར་འགྲོས་དང་བསྟུན་བལ་ཡུལ་ངོས་ནས་རྒྱ་གར་མཉམ་ད་བར་འབྲེལ་ལམ་མང་པོ་ཞིག་ལ་བསྐྱར་ཞིབ་བྱ་རྒྱུའི་དགོངས་བཞེས་ཡོད་པ་དང་དེའི་ནང་བལ་བོའི་མི་སེར་རྒྱ་གར་གྱི་དྲག་པོའི་དམག་དཔུང་གི་ནང་དམག་ཞུགས་བྱ་རྒྱུའི་གནད་དོན་ལ་བསྐྱར་དུ་གོ་བསྡུར་བྱ་དགོས་པ་གཟིགས་ཀྱི་ཡོད་སྐོར་བརྗོད་ཡོད་པ་རེད། ཡང་ཁོང་གིས་གོང་ཞུས་རྒྱུ་ལམ་ལ་བལ་ཡུལ་ངོས་ནས་རྒྱ་ནག་མཉམ། བལ་བོད་གཉིས་ཀྱི་ས་མཚམས་ཀྱི་བར་དུ་གཞུང་ལམ་དང་མེ་འཁོར་རི་ལིའི་འགྲིམ་འགྲུལ་འཛུགས་རྒྱུའི་ལས་འཆར་མཇུག་སྐྱོང་ཐད་ལ་ཤུགས་རྒྱག་རྩིས་ཡོད་པ་ནན་བརྗོད་བྱས་འདུག། གསར་འགྱུར་ཁག་མུ་མཐུད་བསྐྱང་སྲིང་ཞུ་གི་ཡིན།
སྲིད་སྐྱོང་མཆོག་གིས་བོད་ཀྱི་གནད་དོན་ལ་རྒྱབ་སྐྱོར་གནང་མཁན་ཚོ་ནི་དྲང་བདེན་དང་ཞི་བདེར་རྒྱབ་སྐྱོར་གནང་བ་ཞིག་ལ་མཚོན་གྱི་ཡོད་རེད་ཅེས་གསུངས་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཟླ་བ་འདིའི་ཚེས་བཅོ་བརྒྱད་ཉིན་ཉི་ཧོང་གུའི་གཞུང་དོན་ཕྱོགས་ཕེབས་གནང་ཡོད་པ་དང། ཚེས་བཅུ་དགུ་ཉིན་ཉི་ཧོང་གི་རེ་གཱ་ཀུའུ་གཙུག་ལག་སློབ་གཉེར་ཁང་དུ་དགེ་ལས་སློབ་ཕྲུག་ཚོར་བོད་དང་འབྲེལ་བའི་གསུང་བཤད་གནང་འདུག་སྲིད་སྐྱོང་མཆོག་གིས། རྒྱ་ནག་གཞུང་ལ་བོད་མི་ཚོར་ད་ལྟ་བར་མེད་པའི་རང་དབང་དང་དྲང་བདེན་དམངས་གཙོ་དགོས་ཟེར་དགོས་འདུན་བཏོན་གྱི་ཡོད་ལ་དེ་ནི་ང་ཚོས་དྲང་བདེན་དང་ཞི་བདེའི་འཐབ་རྩོད་ཞིག་རེད། དེ་འདྲ་ཡིན་དུས་བོད་དོན་རྒྱབ་སྐྱོར་གནང་མཁན་ཚོ་ནི་དྲང་བདེན་དང་ཞི་བདེར་རྒྱབ་སྐྱོར་གནང་གི་ཡོད་པ་ཞིག་མཚོན་གྱི་ཡོད་རེད་ཅེས་གསུངས་འདུག། ཡང་སྲིད་སྐྱོང་མཆོག་གིས་མུ་མཐུད་དེ་ཉེ་ཆར་ལྷོ་ཨ་ཧྥེ་རི་ཀའི་ནང་གཞུང་དོན་འཚམས་གཟིགས་ཕེབས་ཡོད་པ་དང་གཙུག་ལག་སློབ་གཉེར་ཁང་ཞིག་ཏུ་གསུང་བཤད་གནང་བའི་སྐབས་རྒྱ་ནག་གཞུང་ཚབ་ཁང་ནས་ལྷོ་ཨ་ཧྥེ་རི་ཀའི་གཞུང་ལ་ཚོང་དོན་དང་དཔལ་འབྱོར་གྱི་འབྲེལ་བ་དང་མཐུན་འགྱུར་བྱེད་རྒྱུ་དོ་ཕོག་གཏོང་རྒྱུ་ཡིན་ཞེས་ཉེན་བརྡ་བཏང་ཡོད་པས་མ་ཟད། སྲིད་སྐྱོང་མཆོག་གསུང་བཤད་གནང་ཡུལ་གཙུག་ལག་ཁང་དུ་རྒྱ་རིགས་བཅུ་གྲངས་ཤིག་གིས་སྐད་འབོད་བརྒྱབ་ནས་འཆར་གཞིར་དོ་ཕོག་གཏོང་ཐབས་བྱས་ཀྱང་གཙུག་ལག་སློབ་གཉེར་ཁང་དེས། ལས་རིམ་ལ་འགྱུར་བ་མ་བཏང་བར་མཛད་རིམ་བཞི་སོང་ཕྱིན་ཡོད་པ་དེ་ནི་རྒྱ་ནག་གཞུང་གི་གནོན་ཤུགས་ལ་མགོ་བོ་མ་སྒུར་བའི་རྣམ་འགྱུར་དང་བརྡ་ལན་གསར་བ་ཞིག་སྤྲད་ཐུབ་ཡོད་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་སྲིད་སྐྱོང་མཆོག་ནས། ད་ལྟའི་བོད་ནང་གི་རྫ་དྲག་གནས་སྟངས་སྤྱི་དང། ལྷག་པར་དུ་རྒྱ་ནག་གཞུང་གིས་བོད་མི་ཚོའི་ཐོག་དམ་དྲག་བྱེད་བཞིན་པའི་གནས་ཚུལ་རྣམས་ངོ་སྤྲོད་གནང་སྟེ། རྒྱ་ནག་གཞུང་ནས་བོད་ནང་བོད་མིའི་ཆོས་དང་རིག་གཞུང་རྩ་མེད་བཏང་བའི་སྲིད་བྱུས་འཛིན་གྱི་ཡོད་ཀྱང་ཕྱི་ཕྱོགས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་ཀྱི་ནང་ཆོས་དར་སྤེལ་དང་འཛམ་གླིང་ནང་ཡོངས་ཁྱབ་ཇི་ཙམ་གནང་ཡོད་མེད་སོགས་ཀྱང་ངོ་སྤྲོད་གནང་ཡོད་པ་རེད། གསུང་བཤད་གྲུབ་པའི་རྗེས་སུ་གོང་དུ་ཞུས་པའི་གཙུག་ལག་ཁང་གི་སྤྱི་ཁྱབ་མཆོག་གིས་ལོ་རྗེས་མ་ནས་བཟུང་གཙུག་ལག་སློབ་གཉེར་ཁང་འདིའི་ནང་བོད་པའི་སློབ་ཕྲུག་ཚོར་སློབ་ཡོན་དང་སློབ་སྦྱོང་གི་རོགས་རམ་གནང་རྒྱུའི་གསལ་བསྒྲགས་ཀྱང་གནང་བ་དང་སྲིད་སྐྱོང་མཆོག་ནས་ཀྱང་ཐུགས་རྗེ་ཆེ་ཞུས་གནང་འདུག། དབུས་བོད་མིའི་ཆེད་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཉི་ཧོང་ནང་བདུན་ཕྲག་གཅིག་རིང་མཛད་རིམ་ཡོད་འདུག། རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་བི་ཇེ་གོ་ཧེལ་དང་དམག་དཔོན་བི་པིན་རཱ་ཝད་རྒྱལ་སྲུང་སློབ་སྟོན་པ Ajit Doval གསུམ་ད་རེས་ཉེ་དུས་འབྲུག་ཡུལ་ནང་རྒྱལ་དོན་གཟིགས་སྐོར་གནང་ཡོད་པའི་སྐོར། སྤྱི་ཚེས་བཅུ་དགུ་ཉིན་རྒྱ་གར་གྱིས་གྲགས་ཆེ་བའི་དི་ཧིན་རྡུ་ཞེས་པའི་གསར་ཤོག་གིས་གནས་ཚུལ་སྤེལ་ཡོད་པ་རེད། རྒྱ་གར་གྱི་པི་ཏི་ཨར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་དོན་ལ་གཞིགས་ན། རྒྱ་གར་གཞུང་གི་ཞི་དྲག་གི་དཔོན་རིགས་གསུམ་གྱི་གཟིགས་སྐོར་དེ་སྤྱི་ཟླ་གཉིས་པའི་ཚེས་དྲུག་དང་བདུན་ལ་གནང་ཡོད་པ་དང་རྒྱ་གར་གཞུང་གི་དཔོན་རིགས་ཀྱི་གཟིགས་སྐོར་དེ་ནི་སྔར་ལོ་རྒྱ་གར་དང་རྒྱ་ནག་གཉིས་ཀྱི་བར་འབྲོག་ལམ་གྱི་ས་མཚམས་ཁུལ་དུ་རྩོད་རྙོག་ཤུགས་ཆེ་ཚུགས་པའི་དོན་རྐྱེན་གྱི་རྗེས་སུ་རྒྱ་གར་གཞུང་གི་ཆེས་མཐོའི་དཔོན་རིགས་ནས་འབྲུག་ཡུལ་ནང་གཟིགས་སྐོར་དུ་ཕེབས་པ་ཐེངས་དང་པོ་ཆགས་ཀྱི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་འདུག་ཧིན་རྡུ་ས་ཤོག་གི་གནས་ཚུལ་སྤེལ་དོན་ལ་གཞིགས་ན་ཐེངས་དེའི་རྒྱ་གར་གཞུང་གི་ཆེས་མཐོའི་དཔོན་རིགས་ཀྱི་གཟིགས་སྐོར་དེས་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དཱིའི་མཆོག་ནས་འབྲུག་ཡུལ་གྱི་སྲིད་བློན་ཚེ་རིང་སྟོབས་རྒྱལ་མཆོག་ཟླ་བ་དེའི་འགོ་སྟོད་དུ་རྒྱ་གར་བྱང་ཤར་གོ་ཧཱ་ཀྲི་གྲོང་ཁྱེར་གྱི་ནང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་མ་དངུལ་འཛུགས་སྐྲུན་བྱེད་མཁན་གྱི་ལྷན་ཚོགས་ལ་ཚོགས་ཞོར་དུ་ཟུར་བཅད་གྲོས་མོལ་གྱི་རྗེས་སུ་ད་རིང་གི་གཟིགས་སྐོར་དེའི་འགོ་ཁྲིད་བྱས་ཡོད་པ་གསུང་གི་ཡོད་པ་རེད། ཡང་རྒྱ་གར་བྱང་ཤར་མེ་གྷ་ལའི་མངའ་སྡེའི་གྲོས་ཚོགས་འཐུས་མིའི་འགྲན་རྩོད་པ་ཞིག་དང་ཁོང་གི་རོགས་པ་གསུམ་འབོམ་རྫས་ཀྱི་ལྟོ་གོས་འོག་ཁ་ས་སྐྱེལ་ལམ་དུ་ཕྱིན་ཡོད་པའི་གནས་ཚུལ་འདུག་དེ་ཡང་བྱང་ཤར་མེ་གྷ་ལ་ཡའི་མངའ་སྡེའི་གྲོས་ཚོགས་འཐུས་མི་དྲུག་ཅུའི་འོས་བསྡུ་ཟླ་བ་འདིའི་ཚེས་ཉི་ཤུ་བདུན་ཉིན་བྱེད་འཆར་ཡོད་པ་དང་ད་ལྟའི་དུས་ཚོད་འདིར་འོས་མི་རྣམས་ས་གནས་གང་སར་སྐོར་སྐྱོད་ཀྱིས་འོས་བསྡུའི་དྲིལ་བསྒྲགས་བྱེད་བཞིན་པའི་སྐབས་འདིར་ཁ་ས་ཟ་ཟླ་བའི་ཉིན། ལོ་ན་བཞི་བཅུ་ཞེ་གསུམ་ལ་ཕེབས་པའི་སྐུ་ཞབས Jonathan N། སངས་མ་དང། ཁོང་གི་སྐུ་སྲུང་མི་གཅིག་ད་ག་ན་ཤིང་རོགས་པ་གཞན་གཉིས་བཅས་ཁྱོན་མི་གྲངས་བཞི། ཉེ་འཁོར་གྱི་གྲོང་གསེབ་ཞིག་ལ་དྲིལ་བསྒྲགས་གསུང་བཤད་གནང་བར་ཕེབས་འཕྲུལ་ནང་སྐྱོད་བཞིན་པའི་སྐབས། གློ་བུར་འབུམ་རྫས་གས་གཏོར་གྱི་དོན་རྐྱེན་བྱུང་བའི་འོག་མོ་ཏྲའི་ནང་ཡོད་པའི་མི་བཞི་བོ་རྐྱེན་ལམ་དུ་བཏང་ཡོད་ལུགས་ས་གནས་ཉེན་རྟོག་སྤྱི་ཁྱབ་གཞོན་པས་ཨེ་ཨེ་པི་གསར་འགོད་པར་འགྲེལ་བརྗོད་གནང་འདུག། ཡང་ཁོང་གིས། ད་ལྟའི་ཆར་སྦོམ་རྫས་གཏོར་རྒོལ་ག་འདྲ་བྱུང་ཡོད་མེད་དང་དོགས་གཞི་ཡོད་པའི་མི་སྣ་སུ་ཡིན་མིན་ཤེས་རྟོགས་མེད་ཀྱང་དེ་སྔ་ཉིས་སྟོང་བཅོ་གསུམ་ལོར་འོས་བསྡུའི་དྲན་གསོའི་སྐབས་ས་ཁུལ་འདིའི་ནང་གི་གྱེན་ལོག་དྲག་སྤྱོད་ཤོག་ཁག་ཚོས་རྐྱེན་ལམ་དུ་ཕྱིན་པའི་གྲོས་ཚོགས་འཐུས་མིའི་འགྲན་རྩོད་པ་དེར་སྡིགས་ར་བསྐུལ་བའི་གནས་ཚུལ་བྱུང་མྱོང་ཡོད་རེད་ཅེས་གསལ་བཤད་གནང་འདུག། གོང་དུ་ཞུས་པའི་དོན་རྐྱེན་དེ་བྱུང་བའི་རྗེས་སུ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མོ་ཀུལ་གསང་མ་མཆོག་གིས་ཞིབ་འཇུག་མཐིལ་ཕྱིན་གནང་གི་ཡིན་ཞེས་གསུངས་ཏེ་གང་ལྟར་ཆབ་སྲིད་ཀྱི་གནས་སྟངས་ཐོག་གྱེན་ལོག་བྱེད་མཁན་ཚོར་དོགས་པ་ཡོད་ལུགས་གསུངས་ནས་མངའ་སྡེའི་ནང་ཞི་བདེ་བརྟན་ལྷིང་ལ་དོ་ཕོག་གཏོང་བཅུག་རྒྱུ་མིན་ལུགས་ནན་བརྗོད་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་གསར་འགྱུར་མུ་མཐུད་དུ་གསན་ཞུ་རོགས་གནང། Philippines གྱི་སྲིད་འཛིན Duterte གྱིས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་ནང་དམག་གི་རྟེན་གཞི་འཛུགས་སྐྲུན་བྱེད་བཞིན་པ་དེར་ཧྥི་ལི་ཕིན་གཞུང་དམངས་གཉིས་ལ་དམིགས་བསལ་བློ་འཚབ་བྱ་དགོས་དོན་མེད་པ་དང། དེ་ནི་རྒྱ་ནག་གིས་ཉེ་ཁུལ་རྒྱལ་ཁབ་ཁག་ལ་དཀའ་ངལ་བཟོ་ཆེད་མིན་པར། གཙོ་བོ་རྒྱ་ནག་ལ་ཁ་གཏད་བྱེད་མཁན་ཨ་མི་རི་ཀའི་དམག་དོན་སྟོབས་ཤུགས་ལ་གདོང་ལེན་གྱི་ལས་འཆར་ཞིག་ཡིན་སྐོར་འགྲེལ་བརྗོད་སྟབས་བདེ་བོ་ཞིག་བྱས་ཡོད་པ་རེད། རྒྱ་ནག་གིས་ཧྥི་ལི་ཕིན་དང་གཞན་ཡང་བྷ་རུ་ནི་མ་ལེ་ཤི་ཡ་ཐེ་ཝན་ཝེ་ཏི་ནམ་བཅས་དང་རྩོད་གཞི་ཡོད་པས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་ཡོངས་རྫོགས་རྒྱ་ནག་གི་ཡིན་ཚུལ་བཤད་དེ་མཚོ་གླིང་ནང་བཅོས་མའི་གླིང་ཕྲན་འཛུགས་སྐྲུན་དང་ད་ཆ་གླིང་ཕྲན་དེ་ཚོའི་ཐོག་དམག་གི་འཛུགས་འཛུགས་སྐྲུན་བརྟན་གཞི་བྱེད་བཞིན་པར་ཨ་མི་རི་ཀས་གཙོས་པའི་འབྲེལ་ཡོད་རྒྱལ་ཁབ་ཁག་ནས་དགག་པ་དང་སྐྱོན་བརྗོད་ཤུགས་ཆེ་བྱེད་བཞིན་ཡོད་པ་རེད། ཧྥི་ལི་པིན་སི་གི་སྲིད་འཛིན་རྡྲོ་རི་ཏེག་གིས་ཧྥི་ལི་པིན་གྱི་གཞུང་འཛིན་སྔོན་མ་ཚོས་ཐོག་མ་ཉིད་ནས་རྒྱ་ནག་གི་མཚོ་གླིང་དེའི་ཁུལ་འཛུགས་སྐྲུན་གྱི་ལས་འཆར་མ་སྤེལ་གོང་དགག་པ་ཚུལ་བཞིན་རྒྱབ་མ་ཐུབ་པར་འཐུས་ཤོར་ཆེན་པོ་ཕྱིན་ཡོད་ལུགས་དང། འོན་ཀྱང་ད་ཆ་ཁོང་ནས་ཐོབ་ཐབས་མེད་པའི་དམག་འཐབ་ཅིག་བརྒྱབ་སྟེ་ཧྥི་ལི་ཕིན་མི་མང་གི་ཚེ་སྲོག་བློས་གཏོང་བྱ་བཅུག་རྩིས་མེད་ལུགས་དང། ཡང་ཁོང་གི་ཀུ་རེ་དང་སྦྲགས་གལ་ཏེ་རྒྱ་ནག་ལ་འདོད་པ་ཡོད་པ་ཡིན་ན་ཧྥི་ལི་ཕིན་གྱི་རྒྱལ་ཁབ་དེ་བཞིན་རྒྱ་ནག་གི་ཞིང་ཆེན་ཞིག་ལ་འགྱུར་བ་ཡིན་རུང་འགྲིག་གི་རེད་ཅེས་ཁོང་ནས་ཡ་མ་གཟུགས་ཀྱི་བཀའ་མོལ་དེ་འདྲ་ཞིག་རེས་གཟའ་ཟླ་བའི་ཉིན་ཧྥི་ལི་ཕིན་གྱི་རྒྱལ་ས་མ་ནི་ལེ་ནང་སྐོང་ཚོགས་གནང་བའི་རྒྱ་ནག་དང་ཧྥི་ལི་ཕིན་ཚོང་པའི་ལྷན་ཚོགས་ལ་གཏམ་བཤད་ཀྱི་ནང་གསུངས་ཡོད་པ་རེད། བང་ལ་དེ་ཤི་དང་མ་ཡ་མར་གཉིས་བར་རོ་ཧིན་གྱི་མི་རིགས་སྐྱབས་བཅོལ་བ་རྣམས་ཕྱིར་ལོག་བྱེད་རྒྱུའི་གནད་དོན་དུ་མཇལ་འཕྲད་གནང་འཆར་ཡོད་ལུགས་གསུངས་འདུག་དེ་ཡང་རིག་གྲྭའི་གསར་འགྱུར་ལས་ཁང་ནས་ཁབ་སི་ཚེས་བཅུ་དགུ་ཉིན་བང་ལ་དེ་ཤིའི་སྐྱབས་བཅོལ་རྟོག་ཞིབ་ཚོ་ཆུང་གི་སྤྱི་ཁྱབ་མོ་ཧོ་མད་ཨབ་དུལ་ཀ་ལམ་མཆོག་གིས་གསུངས་པ་ཞིག་ལུང་འདྲེན་བྱས་པར་ལྟར་ན། ད་རེས་གཟའ་མིག་དམར་ཉིན་འབར་མ་དང་བང་ལ་དེ་ཤིའི་སྐུ་ཚབ་རྣམ་པ་དང་མཇལ་འཕྲད་ཀྱིས་བང་ལ་དེ་ཤི་ནང་སྐྱབས་བཅོལ་དུ་ཡོད་པའི་ཁ་ཆེའི་རོ་ཧིན་གི་མི་རིགས་མི་གྲངས་དྲུག་སྟོང་ལྔ་བརྒྱ་མ་ཡ་མར་ཕྱིར་ལོག་གཏོང་རྒྱུའི་གནད་དོན་ཐོག་བཀའ་མོལ་གནང་རྒྱུ་ཡིན་ཞེས་གསུངས་འདུག་ཀྱང། མ་ཡ་མར་གྱི་འབྲེལ་ཡོད་ཚོས་གནད་དོན་འདིའི་སྐོར་དམིགས་བསལ་བཀའ་མོལ་གནང་རྒྱུའི་ཐོག་གང་ཡང་ཤེས་རྟོགས་མེད་ལུགས་རི་ཁྲོད་གསར་འགྱུར་ལས་ཁང་ལ་ལན་འདེབས་གནང་འདུག་ཡང། མཉམ་འབྲེལ་རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ཚོགས་ཆུང་གི་མགྲིན་ཚབ་པས། རང་ཡིན་གྱི་མི་རིགས་ཚོ་མ་ཡ་མ་ན་ཕྱིར་ལོག་གཏོང་རྒྱུ་དེ་ནི་ཁོང་ཚོའི་སྲུང་སྐྱོབ་ག་འདྲ་ཞིག་ཆགས་ཀྱི་ཡོད་མེད་ངེས་གཏན་མེད་པར་གཏོང་རྐྱང་བྱས་ན་མ་འགྲིག་པ་རེད་ཅེས་གསུངས་ཡོད་པ་རེད། གང་ལྟར་སྔ་ལོའི་ཕྱི་ཟླ་བརྒྱད་པའི་ནང་མ་ཡ་མ་ནང། རཱ་ཁིན་ཞེས་པའི་མངའ་ཁུལ་དུ་གནས་དུས་ཁ་ཆེའི་ཆོས་བྱེད་པའི་རང་ཡིན་གྱི་མི་རིགས་ཚོ་དང་ནང་པ་ལྷག་པར་དུ། ཉེན་རྟོག་དམག་མིའི་བར་འཁོན་འཁྲུག་ཤུགས་ཆེ་བྱུང་བར་བརྟེན་རང་ཡིན་གྱི་མི་རིགས་ཁྲི་ཕྲག་མང་པོ་ས་འདྲེན། བཱང་ལ་དེ་ཤི་ནང་སྐྱབས་བཅོལ་དུ་སླེབས་འབྱོར་གྱིས་ད་བར་ས་མཚམས་སུ་གསོག་སྒར་ལྟ་བུའི་ནང་གནས་སྡོད་བྱེད་དགོས་བྱུང་ཡོད་པ། དེ་དག་ཁོང་ནས་ཁག་གཅིག་ཕྱིར་ལོག་བྱས་ཡོད་ཀྱང་མང་པོ་ཞིག་གིས་ཁོང་ཚོའི་སྲུང་སྐྱོབ་ཀྱི་འགན་འཁུར་ཡག་པོ་ཞིག་མེད་པའི་བར་ཕྱིར་ལོག་བྱེད་ཀྱི་མིན་ཞེས་བཤད་བཞིན་ཡོད་པ་རེད། ཡིན་ནའང་བཱང་ལ་དེ་ཤིའི་གཞུང་ལའང་སྐྱབས་བཅོལ་བ་མི་མང་ཁྲི་ཕྲག་མང་པོ་གསོ་སྐྱོང་བྱེད་དགོས་དུས་དཀའ་ངལ་འཕར་མ་ཞིག་འཕྲད་ཀྱི་ཡོད་པ་བཅས་ཀྱི་གནས་སྟངས་འོག་ད་ཆ་ཕྱོགས་གཉིས་ཀའི་འབྲེལ་ཡོད་བར་གྲོས་མོལ་གནང་བཞིན་ཡོད་པའི་གནས་ཚུལ་འདུག། མཱལ་དིབ་ཀྱི་སྲིད་འཛིན་ཨབ་དུ་ལཱ་ཡཱ་མིན་གྱིས་སྤྱི་ཟླ་གཉིས་པའི་ཚེས་ལྔའི་ཉིན་རྒྱལ་ཁབ་ནང་ཉིན་གྲངས་བཅོ་ལྔའི་རིང་རྫ་དྲག་གི་ཁྲིམས་གཞི་བསྡམས་པའི་དུས་ཡུན་དེ་སྤྱི་ཚེས་ཉི་ཤུར་རེས་གཟའ་མིག་དམར་ཉིན་རྫོགས་ཀྱི་ཡོད་པར་སོང་ཁོང་ནས་ཁེ་སར་གྲོས་ཚོགས་ནང་རྫ་དྲག་གི་ཁྲིམས་གཞི་དེ་མུ་མཐུད་དུས་ཡུན་ཟླ་བ་གཅིག་གི་བར་དུ་འགྱངས་ཡོང་ཐབས་བྱས་ཡོད་པ་དང་འོན་ཀྱང་ཕྱོགས་འགལ་སྲིད་དོན་ཚོགས་པའི་འཐུས་མི་ཚོས་གྲོས་ཚོགས་ཀྱི་ལྷན་ཚོགས་ལ་མ་བཅར་བར་ངོ་རྒོལ་བྱས་ཡོད་པ་རེད། རྒྱ་གར་དང་ཤིར་ལང་ཀའི་རྒྱལ་ཁབ་ཀྱི་ལྷོ་ནུབ། རྒྱ་གར་རྒྱ་མཚོའི་དབུས་སུ་ཆགས་པའི་མཚོ་གླིང་གི་རྒྱལ་ཁབ་དེའི་ནང། དགུང་ལོ་ལྔ་བཅུ་ང་བཞི་ལ་ཕེབས་པའི་སྲིད་འཛིན་ཡཱ་མིན་གྱིས་ཡུལ། ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་བཀའ་སྩལ་དང་ལེན་མ་གནང་བར་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་མཆོག་དང། ཡང་ཁྲིམས་དཔོན་གཞན་ཞིག་བཅས་པ་འཛིན་བཟུང་དོ་དམ་འོག་བཞག་ཡོད་པ་རེད། Maldives ནང་དེ་ལོ་སྲིད་འཛིན་གསར་འདེམས་ཀྱི་འོས་བསྡུ་བྱ་དགོས་ཀྱི་ཡོད་པ་དང། ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ལྷན་ཚོགས་ནས་གཞུང་གིས་བཙོན་འཇུག་དོ་དམ་བྱས་པའི་ཕྱོགས་འགལ་སྲིད་དོན་ཚོགས་པའི་ཆབ་སྲིད་མི་སྣ་ཁག་ཀློད་གྲོལ་གཏོང་དགོས་པའི་བཀའ་བཏང་ཡང། སྲིད་འཛིན་ཡ་མིན་གྱིས་བཀའ་སྩལ་དང་ལེན་མ་གནང་བར་དེ་ལས་ལྡོག་སྟེ་རྒྱལ་ཁབ་ནང་དྲག་པོའི་ཁྲིམས་གཞི་བསྡམས་ཡོད་པ་རེད། ཁོང་ནས་ཐོག་མའི་ཆར་འཛའ་རག་གི་ཁྲིམས་གཞིའི་དུས་ཡུན་དེ་ཉིན་གྲངས་བཅོ་ལྔའི་རིང་ཡིན་ཚུལ་བཤད་ཀྱང། ད་ཆ་ཁྲིམས་གཞི་དེ་དུས་ཡུན་ཟླ་བ་གཅིག་གི་བར་དུས་འགྱངས་ཐུབ་ཐབས་སུ་གྲོས་ཚོགས་ནང་མང་མོས་ཡོང་ཐབས་བྱེད་བཞིན་པ་དང། འོན་ཀྱང་ཕྱོགས་འགལ་སྲིད་དོན་ཚོགས་པའི་འཐུས་མི་ཚོས་གྲོས་ཚོགས་ཀྱི་ལས་འཆར་ནང་ཆ་ཤས་མ་ལོན་པར་ངོ་རྒོལ་བྱས་པ་སོང་ཁོང་གིས་འདོད་དོན་དེ་འགྲུབ་མེད་པ་རེད། འོན་ཀྱང་ད་ཆ་ཁོང་གིས་རྒྱབ་སྐྱོར། བྱེད་མཁན་འཐུས་མི་ཚོས་གྲོས་ཚོགས་ནས་མང་མོས་བྱུང་མིན་ལ་མ་ལྟོས་པར་གཞུང་ལ་མཛའ་གྲགས་ཀྱི་ཁྲིམས་གཞིའི་དུས་ཡུན་འཕར་འགྱངས་བྱ་ཆོག་གི་ཡོད་ལུགས་འགྲེལ་བརྗོད་བྱེད་བཞིན་ཡོད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་ཁག་མུ་མཐུད་ནས་གཉེན་སྒྲིག་ཞུ་གི་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། མཚོ་སྔོན་ཞིང་ཆེན་མཚོ་བྱང་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས་ཕྱི་ཟླ་དང་པོའི་ཚེས་བཅུ་ཉིན་བོད་ཀྱི་ཆབ་སྲིད་བཙོན་པ་ཚེ་དབོན་རྒྱལ་ལ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱི་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མཚོ་བྱང་བོད་རིགས་རང་སྐྱོང་ཁུལ་ཟེར་བའི་རྐང་ཚ་རྫོང་ནས་ཡིན་པའི་བོད་ཀྱི་ཆབ་སྲིད་བཙོན་པ་ཚེ་དབོན་རྒྱལ་ཞུ་བར་རྒྱལ་ཁབ་ཁ་བྲལ་གཏོང་བར་ངན་སྐུལ་བྱས་པའི་ཉེས་མིང་བཙུགས་ཏེ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པའི་གནས་ཚུལ་ཐོན་ཡོད་པ་རེད། དེ་ཡང་ཁོང་ལོ་ལྔ་བཅུ་ཉེར་ལྔ་ཡིན་པའི་ཚེ་ཀུན་རྒྱལ་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་མཚོ་སྔོན་ཞིང་ཆེན་མཚོ་བྱང་བོད་རིགས་རང་སྐྱོང་ཁུལ་རྒྱལ་ཁབ་བདེ་འཇགས་ལས་ཁུངས་ཟེར་བའི་ལས་བྱེད་པས་བསྐྱར་དུ་འཛིན་བཟུང་བྱས་ཏེ་ཟླ་བ་བརྒྱད་ལྷག་རྐང་ཚ་རྫོང་གི་བཀག་ཉར་ཁང་ཞིག་ཏུ་དོ་དམ་བཀག་བསྐྱིལ་བྱས་ཡོད་པ་དང། དེ་རྗེས་ཉིས་སྟོང་བཅུ་བདུན་ལོའི་ཕྱི་ཟླ་ལྔ་པའི་ཚེས་གསུམ་ཉིན་མཚོ་བྱང་ཁུལ་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས་ཁྲིམས་བཤེར་བྱ་རྒྱུ་གསལ་བསྒྲགས་བྱས་ཏེ་སྐབས་དེའི་ཚེ་མགོན་རྒྱལ་ལགས་ཀྱི་ཕ་མ་གཉིས་དང། གཉེན་སྒྲིག་ཚོ་ཁྲིམས་ཁང་དུ་སྐད་མ་བཏང་བར་ས་བོན་སྒོ་ནས་ཁྲིམས་བཤེར་བྱས་པ་མ་ཟད། ཁོང་ལ་ཁྲིམས་མཐུན་གྱི་ཁྲིམས་རྩོད་པ་དང་ཁྲིམས་བཤེར་ཕྱི་གསལ་ནང་གསལ་གྱི་ཐོབ་ཐང་རྩ་བ་ནས་སྤྲད་མེད་པ་རེད། ཉེ་ཆར་ཕྱི་ཟླ་དང་པོའི་ཚེས་བཅུ་ཉིན་མཚོ་བྱང་ཁུལ་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས་ཚེ་མགོན་རྒྱལ་ལགས་ལ་རྒྱལ་ཁབ་ཁ་བྲལ་གཏོང་བར་ངན་སྐུལ་བྱས་པའི་ཉེས་མིང་བཙུགས་ཏེ་ལོ་གསུམ་རྒྱུན་བཙོན་འཇུག་ཐག་གཅོད་བྱས་ཏེ་ཟི་ལིང་གྲོང་ཁྱེར་གྱི་ཏུང་ཁྲན་བཙོན་ཁང་དུ་བཙོན་འཇུག་བྱས་ཡོད་དང། བཙོན་བདག་མ་བྱས་སྔོན་དེར་ཚེ་མགོན་རྒྱལ་ལགས་ཀྱི་ཕ་མ་གཉིས་དང་ཐུག་འཕྲད་བྱེད་དུ་བཅུག་ཡོད་པ་དེ་ནི་ཁོང་འཛིན་བཟུང་བཀག་ཉར་བྱས་ཏེ་ལོ་གཅིག་ལྷག་ཕྱིན་པའི་རྗེས་ལ་ཕ་མ་གཉིས་དང་ཐེངས་དང་པོ་ཐུག་འཕྲད་བྱེད་དུ་བཅུག་པ་ཞིག་ཡིན་པ་རེད།

ཚེ་མགོན་རྒྱལ་ལགས་ཀྱིས་དེ་སྔོན་སྐད་འཕྲིན་ནང་རྒྱ་ནག་གཞུང་གིས་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་བྱུས་སྐོར་ལ་དཔྱད་བརྗོད་རྩོམ་ཐུང་ཞིག་སྤེལ་བར་བརྟེན་རྒྱ་ནག་གཞུང་གིས་རྒྱལ་ཁབ་ཁ་བྲལ་གཏོང་བར་ངན་སྐུལ་བྱས་པའི་ཉེས་མིང་བཙུགས་ཏེ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པ་ཞིག་ཡིན་ལུགས་ངོས་འཛིན་བྱེད་ཀྱི་ཡོད་ཅིང། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་རིགས་མཐུན་སྒྲིལ་དང་འཆམ་མཐུན་དང་མང་པོ་ཞིག་བྱེད་ཀྱི་ཡོད་རེད་ད་དུང་དངོས་སུ་འོས་འགན་འཁུར་ནས་མིན་གྱི་ནི་གནད་ཅིག་ཡོད་སྐོར་དངོས་སུ་ལག་ལེན་བསྟར་ཐུབ་མེད་པ། ཚེ་མགོན་རྒྱལ་ལགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་གཉིས་ཉིན་མཚོ་སྔོན་ཞིང་ཆེན་མཚོ་བྱང་བོད་རིགས་རང་སྐྱོང་ཁུལ་ཟེར་བའི་རྐང་ཚ་རྫོང་གི་འབྲོག་པའི་ཁྱིམ་ཚང་ཞིག་ཏུ་འཁྲུངས་ཤིང། ཁོང་སློབ་གྲྭ་ཆེན་མོ་མཐར་ཕྱིན་པའི་རྗེས་ས་གནས་སྲིད་གཞུང་དགེ་རྒན་དང་རྫོང་ཉེན་རྟོག་ལས་ཁུངས་ནང་ཆེད་ལས་ལག་རྩལ་པའི་ཕྱག་ལས་གནང་བ་དང། སྐབས་དེའི་མཚོ་སྔོན་ཞིང་ཆེན་གྱི་ཉེན་རྟོག་ཆེད་ལས་ལག་རྩལ་འཛིན་གྲྭ་དེའི་ནང་ཁོང་གཙོས་པའི་བོད་པ་བཞི་ལས་མེད་པ་དང་ལས་ཞོར་དུ་ཁོང་གིས་མཚོ་སྔོན་བོད་ཡིག་གསར་འགྱུར་དང། མཚོ་སྔོན་ཁྲིམས་ལུགས་ཚགས་པར་གཉིས་ཀྱི་གསར་འགོད་པར་ལོ་མང་གནང་སྟེ་ཕུལ་བྱུང་གསར་འགོད་པའི་རྟགས་མང་ཡང་ཐེངས་མང་ཐོབ་མྱོང་ཡོད་པ་ཞིག་ཡིན་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ཁོང་བཙོན་གྲོལ་ཐོབ་པའི་རྗེས་མཚོ་བྱང་ས་ཁུལ་གྱི་དབང་བོ་སྐྱོན་ཅན་ལ་སེམས་ཤུགས་སྐུལ་སྤེལ་གྱི་ལས་གཞི་ཞིག་ཀྱང་འགོ་བཙུགས་ཡོད་པ་མ་ཟད་དབང་བོ་སྐྱོན་ཅན་གྱི་གླུ་གར་ཚོགས་པ་ཞིག་ཀྱང་བཙུགས་ཏེ་ཞིང་ཆེན་རིམ་པ་བརྒྱད་ནས་རྒྱ་ནག་ནར་ཡང་འཁྲབ་སྟོན་བྱས་ཡོད་ཀྱང་རྒྱ་ནག་གཞུང་གིས་ཁོང་ལ་འགོག་རྐྱེན་སྣ་ཚོགས་བཟོས་པའི་རྐྱེན་གྱིས་དར་གླུ་གར་ཚོགས་པ་དེ་རྒྱ་ནག་གཞུང་ལ་རྩིས་སྤྲོད་བྱེད་དགོས་བྱུང་ཡོད་པ་དང་ཉིས་སྟོང་བཅོ་ལྔ་ལོ་ནི་མཚོ་སྔོན་པོའི་གནས་མཇལ་གྱི་དུས་ཆེན་ཁྱད་པར་ཅན་འཁེལ་བ་དང་བསྟུན་ཁོང་གིས་མཚོ་སྔོན་པོའི་མཁར་དེ་སྔ་རྒྱལ་བ་ལྔ་པ་ཆེན་པོའི་ཞབས་ཀྱིས་བཅགས་ཤིང་བྱིན་གྱིས་བརླབས་པའི་གནས་དེར་བོད་མདོ་དབུས་ཁམས་སུ་ནས་གནས་སྐོར་དུ་ཡོང་མཁན་ཚོ་ཏཱ་ལའི་སྐོམ་ཆུ་བཙོས་པའི་ཟས་རིགས་རིན་མེད་དུ་མཁོ་སྤྲོད་གནང་སྟེ་གནས་སྐོར་བར་ཚོར་བོད་ཀྱི་སྔར་སྲོལ་དྲན་སྐུལ་གནང་བའི་བྱ་བ་བསྒྲུབས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རྒྱང་སྲིང་ཞུ་གི་ཡོད། ཡང་བལ་ཡུལ་གཞུང་གིས་བལ་ཡུལ་ན་ཡོད་པའི་བོད་མི་ཚོའི་ལོ་སར་བསང་གསོལ་གཏོང་རྒྱུ་བཀག་འགོག་བྱས་ཡོད་པའི་སྐོར་ཟླ་བ་སྒྲོལ་མ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་དེ་སྙན་སྒྲོན་གནང་གི་རེད། བལ་ཡུལ་དུ་ཡོད་པའི་བཙན་བྱོལ་བོད་མི་ཚོས་ལོ་ཟླ་རེ་བཞིན་ལོ་སར་ཚེས་གསུམ་ཉིན་གཞུང་འབྲེལ་གྱི་བསམ་ཤེས་མཛད་སྒོ་ཞིག་འཚོགས་སྲོལ་ཡོད་རུང་བལ་ཡུལ་གཞུང་གིས་ད་ལོའི་བསམ་ཤེས་མཛད་སྒོ་བཀའ་ཐང་བཟོ་ཡོད་ལས་རེད་སྐབས་དེ་ཡང་བལ་ཡུལ་ན་ཡོད་པའི་བཙན་བྱོལ་བོད་མི་ཚོས་ལོ་ཟླར་གནམ་ལོ་སར་ཚེས་གཅིག་ཉིན་གསུམ་པ་དེ་གཞུང་འབྲེལ་བསམ་ཤེས་མཛད་སྒོ་ཞིག་འཚོགས་སྲོལ་ཡོད་རུང་ད་ལོའི་ཏེ་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་ཅུ་ཞེ་ལྔ་དང་བོད་ཟླ་དང་པོ་ཚེས་གསུམ་ཉིན་གྱི་ཞོགས་པ་ཆུ་ཚོད་བརྒྱད་དང་ཕྱེད་ཁ་ཐོག། གཞུང་འབྲེལ་ཆོས་ཕྱོགས་ཀྱི་བསམ་ཤེས་མཛད་སྒོ་འདི་བཞིན་ཆོས་དད་ཉིན་ལྡབ་གསུམ་རྟེན་གཞི་བྱས་པའི་སྲོང་བཙན་དཔལ་བཟང་ལྟེ་གནས་མཐོ་སློབ་ཀྱི་མདུན་ཐང་དུ་སྲོང་བཙན་སྒོ་སྐྱོར་གཏན་འཁེལ་ཡོད་ནའང་འོ་ཚེ་གཉིས་ཉིན་ཆོས་འབྱོར་ས་གནས་ཉེན་རྟོག་ལས་ཁུངས་ཀྱིས་མཛད་སྒོར་སྲོང་བཙན་སྒོ་སྐྱོར་བཀག་སྡོམ་བྱས་ཡོད་པའི་སྐོར་བལ་ཡུལ་བོད་མིར་དོན་གཅོད་དྲུང་ཆེ་སྐུ་ངོས་མི་དམངས་ཚེ་རིང་མཆོག་གིས་འབྲེལ་ཡོད་གནས་ཚུལ་འདྲི་གཅོད་གནང་དོན་ལ། ལོ་ཟླ་འགྲོ་བ་ཕྱིན་ན་ད་ཚེ་བ་ལོ་སར་གྱི་ཚེ་བ་གསུམ་གྱི་མཛད་སྒོ་འདི་ད་ཆོས་ཕྱོགས་རང་གི་ཕྱི་ནང་ནས་ཆགས་ཀྱི་ཡོད་རེད་དེ་ཡིན་ནའི་དེ་ལ་ད་བལ་ཡུལ་གཞུང་གི་ངོས་ནས་དམིགས་བསལ་གྱི་བཀག་འགོག་བྱུང་ཡོད་མ་རེད་ད་ད་ལོ་འདི་ཕལ་ཆེར་ཐ་མ་དང་པོ་རང་ཆགས་ཀྱི་ཡོད་རེད་གང་ཡིན་ཟེར་ན་ད་ཕལ་ཆེར་གནས་ཡུལ་རྒྱལ་ཁབ་ཁོ་རང་ཚོ་ལས་ཁག་ཞིག་ཡོད་ས་མ་རེད་ཁོ་རང་ཚོ་གཞུང་རེད་ཨ་དེ་མིན་གནོད་ཤུགས་སྤྲད་མཁན་མང་པོ་ཞིག་གིས་གནོད་ཤུགས་སྤྲད་འདུག་ཚུལ་བསམ་པ་ས་གནས་ཉེན་རྟོག་ད་ལག་ལེན་ད་རེས་རང་ཆགས་ཀྱི་ཡོད་ར་དེ་འདྲས་ཡིན་དུས་ཁོ་ཚོ་ཁོ་རང་ཚོ་གིས་ལག་གི་འདུག་ང་ཚོ་ལ་དེ་གང་ནས་བཀའ་ནན་པོ་ཞུ་གནང་གི་འདུག་ཟེར་འདྲས་སྐུ་པར་དེ་འདྲས་ཞུ་བ་དང་བུད་མེད་ཚོས་བསང་གསོལ། དེ་འདྲ་བཏང་བ་སོགས་བྱས་བས་ན་རྩ་བ་ནས་འགྲིག་གི་མ་རེད་ཅེས་དམ་པོ་ཞུ་ཅིག་བྱས་ན་ནི་ཁོང་ཚོས་སྔ་རྗེས་འགོ་རྩོམ་དེ་ལ་དམག་མི་ཉེན་རྟོག་རེད་སོ་བ་རེད་མ་ངུ་ཤི་ལེ་བསྡད་ཀྱི་འདུག། རྗེན་ཟིན་ལ་གཞིགས་ན་ལོ་ལྟར་ལོ་གསར་གྱི་ཚེས་སོ་གཉིས་ཞོགས་པ་སྟེ་བོད་མི་ཚོ་མདུང་རྫོང་ཐོག་ཤིང་ནགས་ཀོང་སང་ཤོག་མགོས་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེན་དང་རྒྱ་གླིང་དང་སྤིན་ལེན་དབུས་སུ་བལྟས་བཞུགས་ཁྲི་ལྔ་གཟིགས་གནང་གྱིས་བླ་སྤྲུལ་དགེ་ལྡན་རྣམས་ཀྱི་འཁྲུལ་གསིལ་རོ་ནས་གནང་ཚང་སྟེ་མོག་མོག་གི་རྒྱལ་དར་འགྲེང་བི་དང་སང་གསེར་གྱི་མཛེས་སྒོ་གནང་སྲོལ་ཡོད་རུང། ད་ལོའི་བག་ཡིག་ལྗོངས་ནོར་སྲིད་ལས་ཁུངས་ནས་ཆོས་ལྡན་ས་གནས་ཉེན་རྟོག་ལས་ཁུངས་ལ་སོང་ཟོས་བཀག་སྡོམ་བཟོ་དགོས་ལུགས་བཀའ་ཕེབས་པ་བཞིན་བག་ཡིག་བོད་མིར་དོན་གཅོད་ལས་ཁུངས་དང་ཆོས་འབྱོར་ས་གནས་མགོ་འཛིན་ལས་ཁུངས་ཀྱི་གནད་ཡོད་མི་སྣ་ཚོས་བོད་མིར་བདེ་འཇགས་ལ་ཐུགས་ཁུར་ཆེ་བཞེས་གནང་སྟེ་ཡུལ་ཕྱོགས་ཐོག་ན་ཡུལ་ཁྲིམས་ལ་བརྩི་སྲུང་མ་བྱེད་ཁ་མའི་ཡིན་ལུགས་སྐོར་འདྲི་གཅོད་གནང་སོང་བ་དང་བག་ཡིག་གཞུང་ལ་མཚོན་ན་གཞུང་འཛིན་གསར་པ་དང། ཕྱི་ཚེས་བརྒྱད་འཁོར་གྱི་གནོན་ཤུགས་ལ་བརྟེན་ནས་བ་ཡུལ་ན་ཡོད་པའི་བོད་མི་ཚོའི་ཐོག་ལོ་རེ་བཞིན་སྟོང་ཕྲག་ཆེ་རུ་དང་དཀའ་ངལ་ཆེ་རུ་འགྲོ་བཞིན་པའི་སྐོར་སྐུ་དངོས་མཆོག་གིས་འགྲེལ་བརྗོད་འདི་ལྟར་གནང་སོང། ད་ལྟ་ཁོ་རང་ཚོ་གཞུང་འཛིན་གསར་བའི་ཐོག་ནས་ཡིན་ནི་རེད་ད་གང་ཟག་གནོན་ཤུགས་སྤྲད་མཁན་གྱི་ཚོགས་ནས་གང་ཟག་ཅིག་མང་ཚོས་ཀྱིས་ད་བ་ཡུལ་ནང་སྡོད་མཁན་བོད་མི་ཚོའི་ཐོག་ལ་དམ་དྲག་ཆེ་རུ་ཆེ་རུ་དང་དཀའ་ངལ་ཆེ་རུ་ཆེ་རུ་འགྲོ་ཡ་ཆེ་རེད་བསམ་གྱི་འདུག་དེ་ལྟར་ཆགས་ཚིག་དེ་སྔ་ཡིན་ན་ད་གང་ཟག་ལོ་གཅིག་ནང་ལ་རྡོ་རྗེ་གསུང་འཛིན་ཞུས་སྐུ་ཕལ་མང་པོ་ཡོད་པའི་ནང་ནས་གལ་ཆེ་ཤོས་སྐུའི་ཐུགས་ཁག་ཏུ་བྱོན་ལས་ནི་ལོ་པའི་ཕྱི་རོལ་གཟིངས་རྟགས་རེད། ཁོས་ལོ་སར་གསུང་འབུལ་ཅིག་བཏང་ཐུབ་ཀྱི་ཡོད་རེད་དེ་ནས་ད་ད་ལོ་ནས་བྱས་ནས། དེ་རྗེས་ད་འཁྲུངས་སྐར་ཡི་ཁག་པོ་བྱས་ལོ་པའི་ཕྱི་རོལ་གཟིངས་རྟགས་ཡི་ཁག་པོ་བྱས་ད་ལོ་སར་ཡི་ཁག་པོ་རོགས་བྱས་ད་གང་འདྲ་ཅིག་ང་ཚོའི་སྔོན་གླེང་གི་གལ་ཆེ་བའི་དུས་ཆེན་ཁག་གསུམ་ཡོད་པ་འདི་ད་ཕལ་ཆེར་མ་འོངས་པ་ལ་བཏང་ཡག་གི་གནས་སྟངས་འདི་དཔེ་ཁག་པོ་ཆགས་ས་རེད་བསམ་གི། བ་ཡི་བོད་ཀྱི་ལྷ་མོ་ཚོགས་པའི་ངོས་ནས་ལོ་ལྟར་ལོ་སར་ཚེས་སོ་གཉིས་ལྷ་མོ་ཡི་རྣམ་ཐར་གཟིངས་འབུལ་གནང་སྲོལ་ཡོད་པ་བཞིན།

ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ས་མེག་ལེ་བོད་མིའི་སྡོད་སྒར་དུ་ལོ་སར་ཚེས་གསུམ་གྱི་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་ཚོགས་གཞོན་དང་ལྡི་ལི་སྐུ་ཚབ་དོན་གཅོད་རྣམ་གཉིས་ཕེབས་ཏེ་གསུང་བཤད་གནང་འདུག་འདིའི་སྐོར་སངས་རྒྱས་རྒྱ་མཚོ་ལགས་ཀྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ནས་སྙན་སྒྲོན་ཞུ་གི་ཡིན། ལོ་སར་ཚེས་པ་གསུམ་གྱི་ཉིན་མོ་དེ་དུས་འཛོམས་གནང་བའི་གེ་སེར་རྒྱ་མི་དམངས་ཡོངས་དང། དང་ནང་བཞིན་གྱི་འཛམ་གླིང་སྤྱི་ལ་ཡོད་པའི་གེ་མི་དམངས་ཆ་ཚང་ལ་ཡང་དེ་བསམ་ལས་བསམ་ཡས་གླིང་རྒྱ་དུས་ལས་ཁུངས་ཀྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། རྒྱ་གར་རྒྱལ་ས་ལྡི་ལིའི་འོས་མི་གཞིས་ཀར་ས་མིག་ནང་དང་ས་གནས་རྒྱ་དུས་ལས་ཁུངས་ཀྱི་གོ་སྒྲིག་འོག་དང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་ས་གནས་མང་ཚོགས་བཅས་ཀྱིས་པོ་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་ཅུ་ཞེ་ལྔ་ལོའི་ནང་ལུགས་གསར་ཚིགས་ཀྱི་དགའ་སྟོན་དམ་འབྲི་གྱི་མཛད་སྒོ་རྒྱས་པ་ཞིག་བཟུང་ཚུལ་ཞུས་ཡོད་པ་དང། མཛད་སྒོའི་སྟེང་ཏང་ཨུད་མི་དམངས་སྤྱི་འཐུས་ཚོགས་གཞོན་ཨ་ཅེ་ཡེ་ཤེས་ཕུན་ཚོགས་མཆོག་དང་སྡེ་ལས་ཀུན་གཙོས་དོན་གཅོད་དཀའ་སེལ་འབྲོང་ཆུང་ངེས་སྤྲུལ་ལགས་དང་རྒྱ་གར་གྱི་སྐུ་མགྲོན་ལ་སོགས་ཁྱབ་སྤེལ་གནང་སྟེ་མང་ཚོགས་ལ་གསུང་བཤད་གནང་ཡོད་པ་རེད། དེ་ནས་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ག་གཱ་པུར་མཐོང་གྲོལ་རིན་པོ་ཆེ་བཞུགས་ཁྲིའི་སྟེང་དུ་གདན་འདྲེན་བྱས་ཏེ་གྲི་གཙང་ཁ་བཏགས་ཀྱིས་མཇལ་དར་ཕུལ་བ་དང་དེ་ནས་མང་ཚོགས་རྣམས་ཀྱིས་གསུང་གསོལ་དང་བཀྲ་ཤིས་ཁ་གཡང་ལ་སོགས་གནང་གྲུབ་རྗེས་གནད་ཡོད་མི་སྣ་ཁག་གི་ལོ་གསར་གྱི་དུས་ཆེན་དང་འབྲེལ་ཏེ་གསུང་བཤད་གནང་ཡོད་པ་རེད། བདེ་ལེགས་སྐུ་ཚེ་དོན་གཅོད་དཀའ་སེལ་འབྲོང་ཆུང་ངེས་སྤྲོད་ལག་ཁྱེར་ལོ་གསར་བའི་ནང་རྟ་ཕོ་རིགས་རྣམས་སྐྱེས་སྤོ་བྱེད་པའི་ལས་དོན་ལ་ཧུར་བརྩོན་གནང་དགོས་པ་སོགས་ཀྱི་སྐོར་ལ་གསུང་བཤད་གནང་དོན། ཁྱིམ་ཚང་བདེ་ཚང་ཚུད་པོ་བྱེད་དང་དྲོ་སྐྱིད་ལྡན་པོ་བྱེད་བྱུང་ན་དགོངས་པ་རབ་ཏན་ཏན་ཡོད་རེད་དེ། ང་རང་ཚོ་ཚང་མས་དུས་དང་རྣམ་པ་ཀུན་ཏུ་དགོངས་པ་བཞེས་དགོས་གཅིག་དེ་ག་རེ་རེད་ཟེར་ན། དགེ་ལས། སྤྱི་བ་གལ་ཆེ། ངོས་འཛིན་གནང་ཐུབ་དགོས་ཡ་ད། དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་མ་གཏོགས་སྤྱི་ད་གལ་རེ་ཕྱིན་པ་ཡིན་ན། ནི། དེང་གི་དེ་ང་ཚོ་བོད་པའི་གྲོགས་པོ་བཞོ་བཟང་ནོར་བུ་མཆོག་ནས་གསུངས་སོང་བ། ང་རང་ཚོ་མི་སོ་སོའི་ངོས་ནས་སྤྱི་བའི་ཐོག་ལ་ཞབས་འདེགས་ར་བ་ག་རེ་ཞུ་ཐུབ་ཀྱི་ཡོད་ནའི་མེད་ནའི། རྒྱལ་བ་རིན་པོ་ཆེའི་མཚན་ཐོག་ལ། ཅིག་ཞབས་སུ་ཐག་པ་མ་བསྐམས་པའི་ཁར་རིན་པོ་ཆེ་ཐུགས་ཡོད་ནས་མལ་ནས་བསམ་བློ་བཏང་དགོས་ཨེ་རེད་མ་གཏོགས་རྒྱལ་བ་རིན་པོ་ཆེའི་མཚན་སྙན་གྲགས་དེའི་སྒང་ལ་ང་རང་ཚོ་མི་ཚོས་ཞབས་ཕྱི་ཞུ་མ་ཐུབ་པ་ཡིན་ན་ཨ་འདི་ཨ་ལ་ཨ་ཅང་གིས་ངོ་ཚ་པོ་རེད་བསམ་ས་རེད་ཅེས་དྲན་གྱི་ཡོད། དེ་བཞིན་བཀའ་བློན་ཟེར་བ་ཡིན་དུས་བསམ་བློ་ཟེར་བ་དང་བསམ་པ་བཟང་པོ་བསྐྱེད་དུས་ལས་ཀ་ཟེར་བ་དང་མི་གཞན་ལ་ཕན་འདོགས་པ་དང་སྤྱི་བའི་ལས་དོན་ལ་འབད་བརྩོན་གནང་རྒྱུའི་དམ་བཅའ་འཇོག་པ་དེ་གལ་ཆེན་པོ་ཡིན་པ་སོགས་གསུང་བཤད་གནང་ཡོད་པ་རེད། དེ་ནས་བོད་མི་མང་སྤྱི་འཐུས་ཚོགས་གཞོན་ཨ་ཅེ་ཡེ་ཤེས་ཕུན་ཚོགས་མཆོག་གིས་གསུངས་དོན། ངས་དེ་རིང་སྤྱི་པའི་དོན་དག་ལ་ཡང་བོད་བསྟན་སྲིད་དོན་དག་ལ་ཡང་ཕྱག་ལས་འདི་འདྲ་ཅིག་གནང་ཐུབ་སོང་བསམ་པ་གིས། ག་ཚོད་སོ་སོ་ཚོ་གྲངས་ཀ་བསྐྱོན་པ་ཡིན་ན་ག་ཚོད་སུ་བྱུང་འདུག་དེ་གས་དེ་གྲངས་ཀ་བསྐྱོན་ཅིག་དགའ་བ་གོ་མེད་འདུག་ག་བྱུང་པ་དེ་གས་དེ་ལ་ཡང་སྐྱོ་བ་སྐྱེས་བྱས་ཨ་ཙི་ད་ངས་འདི་ཐུགས་ཅག་ཞུ་བྱས་ཤག། རང་ལ་གནོད་གཞན་ལ་གནོད་སྤྱི་བ་ལ་གནོད་རྩ་དོན་ལ་གནོད་བྱ། བསམ་བྱས་དེ་རིང་ལོ་སར་ཚེས་བ་དང་པོ་ནས་བཟུང་བྱས་ཉེས་ལྔས་མ་ལས་ངན་པ་དེ་ཉུང་བར་གཏང་གིན་གདའ་བཟང་ཕྱོགས་དེ་ཡག་པར་གཏང་གིན་གདའ་བྱས་སྤྱི་བའི་ལས་དོན་ལ་ཡག་མང་བར་གཏང་གིན་གདའ་ང་རེས་སྒེར་དོན་དེ་མང་ང་སྒྲུབ་བྱ་ངས་སྤྱི་དོན་དེ་ཉུང་ང་སྒྲུབ་བྱ་བསམ་མེད་ཀྱིས་ཨེ་ནི་ཁ་ཕྱི་བལྟས་ཤིག་མ་ལྟ་དགོས་འདི་གལ་ཆེན་པོ་རེད་བྱས་རྗེས། དེ་ནས་གསང་བའི་ནང་བོད་ཁྱིམ་ཉིན་ལོ་གཅིག་སློབ་ཁྲིད་བཏང་ས་ནས་མང་ཚོགས་རྣམས་ཀྱི་གཞས་སྣ་འཁྲབ་སྟོན་སོགས་གནང་སྟེ་ལོ་སར་སྲུང་བརྩི་བཅས་ལས་རིམ་མཇུག་བསྒྲིལ་ཡོད་པ་རེད། དེ་ཤེས་རབ་དབང་ལུང་ཁྲིམས་གང་གི་ཟེར་འགོ་པ་ཟུང་རྒྱས་རྒྱལ་མཚེས་རྒྱ་གར་གྱི་རྒྱལ་སར་བདེ་ལེགས་ནས།
ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རྒྱང་སྲིང་ཞུ་གི་ཡོད། ཡང་ཨ་མི་རི་ཀའི་ནུབ་རྒྱུད་ཀལ་ཕོར་ནེ་མངའ་སྡེའི་བེ་ཨེ་རི་ཡ་མངའ་ཁུལ་གྱི་ནང་བོད་མི་ཚོར་ས་སྐྱ་ཕུན་ཚོགས་ཕོ་བྲང་གི་གདུང་སྲས་ཨ་བྷི་གྷེ་ཏ་མཆོག་ནས་བཀའ་སློབ་གནང་ཡོད་པའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་གནང་གི་རེད། ཁོས་རིགས་བསྟན་པའི་སྲས་བཅས་ས་སྐྱའི་ཕུན་ཚོགས་ཕོ་བྲང་གི་གདུང་སྲས་ཨ་བྷ་ཀིརྟི་བ་ཅཱ་ར་རིན་པོ་ཆེ་མཆོག་ནས San Francisco ས་གནས Richmond ནང་དུ་རྟེན་གཞི་བྱས་པའི་རྩེ་ཆེན་ལི་ས་སྐྱའི་ཆོས་ཚོགས་སུ་རྟེན་དང་བརྟེན་པ་བྱེད་པ་ལེགས་གྲུབ་ལ་རབ་གནས་ཐོག་མར་དེ་གནང་བ་དང་སྐབས་དེར་སྐྱབས་རྗེ་ཨ་བྷ་ཀིརྟི་རིན་པོ་ཆེ་མཆོག་ནས་གཞོན་སྐྱེས་ཚོར་དམིགས་ནས་དེང་དུས་ཀྱི་སློབ་སྦྱོང་དང་མཉམ་དུ། བོད་པའི་ཁྱད་ཆོས་ལྡན་པའི་ཆོས་དང་རིག་གཞུང་སྐད་ཡིག་རྣམས་ལ་དོ་སྣང་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པ་དང་དེ་འབྲེལ་གྱི་ཕ་མའི་ངོས་ནས་སློབ་གསོ་གནང་ཕྱོགས་དང་ཕྲུ་གུའི་ངོས་ནས་དེ་དག་ལ་བརྩི་བཀུར་ཞུ་སྟངས་སོགས་ལ་གང་ཅིར་རག་ལུས་ཀྱི་རེད་གསུངས་སོང། དེ་ཡང་འདི་ག་རླུང་འཕྲིན་ཁང་གིས་བཅར་འདྲི་དང་ལེན་གནང་སྟེ་རིན་པོ་ཆེ་མཆོག་གིས་བཀའ་གནང་ཡག་ལ། ང་ཚོ་བོད་པའི་གཞོན་ཤོས་གཞོན་སྐྱེས་ཚོ་ཁྱེད་འགའི་གལ་ཆེ་ཤོས་གཅིག་དེ། ངས་སོ་སོ་བོད་པའི་ཕྲུ་གུ་ཞིག་ཡིན་པ།
ཡིན་པ་ཧ་གོ་བ་བྱས་ནས་ནི་རང་ཉིད་ཀྱི་རྩ་བ་དེ་དག་སོ་སོའི་ནུ་བོ་རིན་པོ་ཆེ་དང་འདྲ་བའི་གྱི་གཅེས་ནོར་མང་པོ་ཡོད་དེ་རེད་ང་ཚོ་ད་རེ་རིག་གཞུང་དང་ལུགས་སྲོལ་དང་དེའི་སྟེང་དུ་ད་གལ་ཆེ་ཤོས་ཅིག་དེ་ཡང་བོད་ཀྱི་སྐད་ཡིག་དེ་ཚོ་ནི་སློབ་སྦྱོང་བྱེད་པ་དེ་གལ་ཆེན་པོ་ཅིག་རེད་བྱ། དེ་ཡང་ཨ་མི་རི་ཀའི་ཝཱ་ཤི་ཏན་སི་ཨེ་ཏེལ་གྲོང་ཁྱེར་དུ་ཆགས་པའི་ས་སྐྱའི་ཕུན་ཚོགས་ཕོ་བྲང་གི་འཁོན་རྡུང་འཁོན་རིགས་བསྟན་པའི་སེར་བྱེས་སྐྱབས་རྗེ་ཨ་བྷ་ཀི་རི་ཏཱ་རིན་པོ་ཆེ་མཆོག་གིས་སན་ཕར་སིས་ཀོ་བྷེ་ཨེ་རི་ཡ་རིས་བྷོན་གྲོང་ཁྱེར་དུ་ཆགས་པའི་རྩེ་ཆེན་ཆོས་འཁོར་གླིང་ས་སྐྱའི་ཆོས་ཚོགས་གསར་བཞེངས་ལེགས་གྲུབ་ཀྱི་རབ་གནས་མཛད་སྒོ་སྐྱོང་ཕྱིར་ཕེབས་ཚུལ་དང་བསྟུན་ནས་ལོ་སར་ཚེས་གསུམ་ཉིན་གྱི་སྔ་དྲོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་བསང་གསོལ་མཛད་སྒོ་དང་སྟབས་བསྟུན་ནས་མང་ཚོགས་ལྷན་ཅིག་འདུ་འཛོམས་བྱུང་བའི་དུས་སྐབས་དང་བསྟུན་ནས་དབུ་བཞུགས་ཀྱིས་མི་མང་བརྒྱ་ཕྲག་མང་པོར་བླང་དོར་གྱི་བཀའ་སློབ་གནང་བ་སོགས། མཛད་རིམ་བསྐྱངས་གནང་བ་དང། བཅས་ཀྱི་ཞིབ་བཤེར་ཚོགས་པ་དེར་ཡང། ཚོགས་འདུའི་རྒྱུན་རྒྱུན་ལས་ཡོངས་ཀྱི་ཚབ་བྱས་རྗེས། བཀའ་དྲིན་བླ་མེད་དུ་ཆེ་ཞུ་ཡིན། ཕྱི་དྲོ་པད་ཚེ་ཆེན་ནས་ཆོས་ཚོགས་དབུ་འབྱེད་རབ་གནས་ཀྱི་ཆོས་ཕྱོགས་མཛད་སྒོ་ཞིག་གནང་བ་དང་བསྟུན་ནས་འདི་གའི་དམིགས་བསལ་བཅར་འདྲི་དང་ལེན་གནང་བའི་སྐབས་གཞོན་སྐྱེས་གསོ་སྐྱོང་དང་རྒན་གཞོན་དབར་གྱི་འབྲེལ་བའི་སྐོར་གསུངས་པའི་སྐབས་སུ་བོད་ཕྲུག་ཚོས་རང་གི་སྐད་ཡིག་སྤྱད་པར་སྦྱོང་བརྩོན་དགོས་པ་དང་ཆབས་ཅིག་ཕ་མ་དང་དགེ་རྒན་ཚོས་ཀྱང་གཞོན་པ་ཚོའི་དཀའ་ངལ་ལ་ཉན་འཇོག་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་སོང། ནང་ཆོས་སློབ་གསོ་སྤྱི་སྟངས་དེ་ཐབས་ཐབས་མཁས་པའི་སྲིད་ཇུས་འོག་ནས་སློབ་གསོ་སྤྲད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་དེའི་སྟེང་ལ་ཉན་དགོས་རེད་དེ་ང་ཚོ་གཞོན་སྐྱེས་ཚོ་བྱས་ན་སྐད་ཆ་ག་རེ་ཡིན་ན་ཡང་ཉན་དགོས་རྒྱུ་དེ་གལ་ཆེན་པོ་ཞིག་རེད་དྲན་གྱི་ཡོད། ང་ཚོ་དཀའ་ངལ་ཡིན་ན་རེད། ཡང་ང་ཁ་ཆད་དེ་འདྲས་འདུག་སོ་སོའི་དཀའ་ངལ་དེ་ནས་སོ་སོའི་སྐྱོན་དེ་ནས་ཡང་ཤེས་པའི་གནས་སྐབས་སུ། ད་སོ་སོའི་ཉེས་ཉེས་མ་གྲུབ་པ་སྐད་ཆ་གཅིག་ལས་ཡོད་དོ་ལམ་སང་དེ་ནས་དེ་མ་བཀག་དེ་ནས་ཡང་བཀའ་རྒྱ་བཏང་ཨོ་དེ་འདྲས་ལམ་སང་བྱས་ཏེ་དེ་ནས་སོ་སོའི་མ་བདེ་བ་ཆགས་དེ་ནས་ཉེས་ཉེས་མ་གྲུབ་ཨོ་དེ་འདྲས་བྱས་ནས་ཨོ་ད་དཀའ་ངལ་དེ་འདྲས་མང་པོ་ཞིག་འཕྲད་ཀྱི་ཡོད་རེད་བྱས་ཙང། ཉན་དགོས་བསམ་བཞིན་བྱས་ནས་ཉན་དགོས་ཡ་དེ་དཔེ་མི་ཟེར་གལ་ཆེན་པོ་རེད་ཤག་ཡིན་ནའང་གཞོན་ཤོས་དུ་ཕན་ཚུན་ཡིན་ཕག་གཟུགས་ཕན་པར་འགྲོ་དགོས་ན་ཡང་ཕག་གཟུགས་དཀའ་ངལ་དུ་ཚང་མ་ཉན། ང་རང་ཚོ་སྤྱི་དང་སོ་སོའི་ལུང་པ་ན་བསྡད་ཡོད་མ་རེད་དེ་ཡིན་ན་ཡང། སོ་སོའི་ལུང་པ་བསྡད་སའི་ཁྲིམས་དང་སྒྲིག་གཞི་དང་མ་འགལ་བའི་ཐོག་མི་གཞན་ལ་ཕན་པ་གང་ཐུབ་ཐུབ་ཀྱི་སྒོ་ནས་སྒྲུབ་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཤག། སྐྱབས་རྗེ་ཨ་བྷ་ཀིརྟ་རིན་པོ་ཆེ་མཆོག་གིས་ད་དུང་མུ་མཐུད་བོད་པའི་གཞོན་སྐྱེས་རྣམས་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བྱེད་དགོས་པའི་ལམ་སྟོན་བཀའ་སློབ་ཕེབས་ཀྱི་ཡོད་པ་དེ་ལུང་བསྟན་གྱིས་བསམ་གཞིག་བྱེད་ཕྱོགས་དང། ལྷག་པར་དུ་མི་རབས་གོང་མ་རྣམས་ཀྱི་ཕྱག་རྗེས་དེ་དག་ནག་བསུབ་ཏུ་མི་འགྲོ་བ་ཞིག་བྱ་དགོས་པའི་བཀའ་སློབ་ལམ་སྟོན་འདི་འདྲ་ཞིག་ཀྱང་ཕེབས་སོང། ད་དུས་རབས་ཉེར་གཅིག་པའི་ནང་པ་བྱ་དགོས་ཟེར་ནས་དེ་ཡང། ཆོས་ཀྱི་སྙིང་པོ་དང་ཆོས་ཀྱི་གནད་འགག་དོན་དག་དང་རྒྱུད་འཛིན་དང་འདི་མི་རྒྱུད་འཛིན་དང་རིགས་པ་ནང་བསྟན་བྱས་སྦྱང་དགོས་པ་དང་ཤེས་ཐུབ་པ་དེ་འོ་འདི་འདྲའི་ཞིག་ད་དུས་རབས་ཉེར་གཅིག་པའི་ནང་པ་བྱ་དགོས་པ་དེ་གལ་ཆེན་པོ་ཞིག་མ་སོང་ཡང་ནས་ཡང་དུ་སོང་ལང་གི་རེད་གནད་འགག་དེ་ཚོ། ཚང་མ་སོ་སོའི་ཐུགས་ལ་བཞག་ཅེས། འོ་དེ་འདྲས་ཅིག་བྱེད་དགོས་ཡ་དཔེ་མི་ཚེ་གལ་ཆེན་པོ་རེད་ཤག་མདོར་ན། སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། ནས་མི་རབས་གོང་མ་རྣམས་ཀྱིས་དཀའ་ལས་རྒྱག་བཞིན་པའི་དེ་དག་ཐམས་ཅད་འཕྲོ་བརླག་ཏུ་མ་བཏང་བ་བྱས་དང། ནས་ཁོང་རྣམས་ཚོ་ཚང་མ་ཐུགས་ཕམ་མེད་པར་ཞིག་བཟོས་དགོས་ཡ་རེད་ང་ཚོ་གཞོན་སྐྱེས་ཚོས་ཚང་མའི་ལས་འགན་གཙོ་བོ་ཅིག་སྤྲད་དེ་ཡོད་དུས་དེ་ཚང་མའི་ཐུགས་ལ་བཞག་ཅེས། ཤུགས་རྒྱག་རོགས་གནང་ཨ་ཟེར་མ་ཞུས་གིན། སྐྱབས་རྗེ་ཨ་བྷ་ཀིརྟ་རིན་པོ་ཆེ་མཆོག་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོར་ཨ་མི་རི་ཀའི་ཝཱ་ཤིང་ཏོན་སི་ཨེ་ཏིལ་ཁུལ་དུ་སྐུ་འཁྲུངས་པ་དང་ད་ལྟའི་ཆར་གུང་ཁྲང་ཉི་ཤུ་སྲས་ལྔ་ལ་ཕེབས་ནས་གང་ཉིད་གཞོན་སྐྱེས་ཤིག་ཡི་ཆ་ནས་ད་ལྟ་བོད་པའི་སྤྱི་ཚོགས་གང་སར་གཞོན་སྐྱེས་རྣམ་པའི་ཉིན་རེའི་བྱ་གཞག་གི་ནང་ལ་འཇུག་སྟངས་སོགས་ཀྱི་ཐད་ལ་སྐུ་ཡི་མྱོང་བ་སོགས་ཀྱི་ཐོག་ནས་ལམ་སྟོན་ཤུགས་ཆེ་བཏང་དང་གནང་མུས་ཡིན་པ་རེད། གསར་འགོད་པ་བཀྲ་ཤིས་དབང་ཕྱུག་གིས་སན་ཕྲན་སིས་ཀོ་ནས་བརྙན་འཕྲིན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རྒྱང་སྲིང་ཞུ་གི་ཡོད་ཐེངས་དེའི་ལས་རིམ་བཀོད་སྒྲིག་གནང་མཁན་རིག་ལྡན་སྒྲོལ་མ་ལགས་དང་འཕྲུལ་སྡོང་ཕྱག་རོགས་གནང་མཁན Colton གསར་འགྱུར་སྙན་སྒྲོན་དང་ལེ་ཚན་ངོ་སྤྲོད་ཞུ་མཁན་ཆེད་མངགས་ཀླུ་བཟང་ཞིང། ང་རིན་ཚུལ་ཆོས་སྒྲོན་ཡིན། མཚམས་འདིར་ད་ལྟ་གོང་སྡོད་ཟིན་པའི་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། འདི་ག་ཨ་མི་རི་ཀའི་རྒྱལ་ས་བྷ་ཤིང་ཏོན་མངའ་ཁུལ་གྱི་མངའ་སྡེ་གསུམ་ནང་གནས་སྡོད་བོད་མི་ཚོས་བོད་གསར་སྐྱེ་ལོའི་ལོ་སར་ཚེས་གསུམ་ཉིན་ས་གནས་སུ་ཆགས་པའི། འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་སུ་ཆོས་ཕྱོགས་ཀྱི་ཐོག་ནས་གཞན་དོན་དང་བསང་གསོལ་ཐོག་ནས་སྲུང་བརྩི་གནང་ཡོད་པ་དང། ཡང་ད་རིང་བོད་ཚེས་ལྔ་སྟེ་གཟའ་མིག་དམར་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་སུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། བོད་མིའི་སྤྱི་མཐུན་ཚོགས་པ་ཐུན་མོང་ནས་གོ་སྒྲིག་ཞུས་ཏེ། བོད་ལུགས་ལོ་སར་སྲུང་བརྩི་ཞུ་འཆར་ཡོད་པ་རེད། རྒྱ་ནག་གིས་རྒྱུད་གཅིག་དང་ལམ་གཅིག་ཅེས་པའི་རྒྱལ་སྤྱིའི་དཔལ་འབྱོར་འཛུགས་སྐྲུན་གྱི་ལས་གཞི་རྒྱ་སྐྱེད་ཀྱི་ལས་འཆར་དེར་ཁ་བརྡའི་གདོང་ལེན་གྱི་ཆེད་དུ་ཨོ་སི་ཀྲོ་ལི་ཡ་དང་ཨ་མི་རི་ཀ། ཉི་ཧོང། རྒྱ་གར་བཅས་པདྨ་མཚོའི་རྒྱལ་ཁབ་བཞིའི་བར་བརྙན་དབུས་ཀྱི་ཐོག་ནས་ཆ་མཚུངས་པའི་དཔལ་འབྱོར་འཛུགས་སྐྲུན་གྱི་ལས་འཆར་ཞིག་སྤེལ་རྒྱུའི་འཆར་འགོད་གནང་བཞིན་པའི་གནས་ཚུལ་ཐོན་ཡོད་པ་དང། གནད་དོན་དེ་ནི་གཟའ་འཁོར་དེའི་ནང་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཁྲོན་པོལ་མཆོག་ཨ་མི་རི་ཀའི་ནང་གཟིགས་སྐོར་ཕེབས་པའི་སྐབས་སུ། དབུ་ཁྲིད་རྣམ་གཉིས་ཀྱི་བར་གྲོས་མོལ་ཞུ་རྒྱུའི་གླེང་གཞི་གཙོ་བོ་ཞིག་ཆགས་ཀྱི་ཡོད་པའི་གནས་ཚུལ་ཐོན་འདུག། བོད་རང་སྐྱོང་ལྗོངས་ཁུལ་ལོ་སར་རིང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་འབུམ་གཉིས་ལྷག་ཙམ་བྱུང་ཡོད་པ་ནི་སྔ་ལོ་ལས་བརྒྱ་ཆ་སུམ་ཅུ་ཙམ་འཕར་ཡོད་པའི་གནས་ཚུལ་བཀོད་འདུག། བལ་ཡུལ་གྱི་སྲིད་བློན་གསར་པ་ཀེ་པི་ཤར་མ་ཨོ་ལི་ཡིས་རྒྱ་གར་མཉམ་འབྲེལ་ལམ་ལ་བསྐྱར་ཞིབ་དང། གཞན་ཡང་འབྲེལ་བའི་ལམ་བུ་གསར་པ་དེ་འདྲ་འཚོལ་ཞིབ་ཀྱི་ཆེད་དུ་རྒྱ་ནག་མཉམ་འབྲེལ་ཐག་ཉེ་རུ་གཏོང་རྒྱུའི་འདུན་པ་ཡོད་པའི་སྐོར་ཁོང་གིས་རྒྱ་ནག་ལྷོ་ཕྱོགས་ཀྱི་སྔ་དྲོའི་ཕོ་ཉར་ཞེས་པའི་གསར་ཤོག་གི་བཅར་འདྲིར་དང་ལེན་གྱི་ནང་གསུངས་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཟླ་བ་འདིའི་ཚེས་བཅོ་བརྒྱད་ཉིན་ཉི་ཧོང་གི་གཞུང་དོན་ཕྱོགས་ཕེབས་གནང་ཡོད་པ་དང་ཚེས་བཅུ་དགུ་ཉིན་ཉི་ཧོང་གི་རེ་ཀ་ཀུ་གཙུག་ལག་སློབ་གཉེར་ཁང་དུ་གྷེ་ལས་སློབ་ཕྲུག་ཚོར་བོད་དོན་དང་འབྲེལ་བའི་གསུང་བཤད་གནང་བའི་ནང། བོད་དོན་ལ་རྒྱབ་སྐྱོར་གནང་མཁན་ཚོ་ནི་དྲང་བདེན་དང་ཞི་བདེར་རྒྱབ་སྐྱོར་གནང་བ་ཞིག་ལ་མཚོན་གྱི་ཡོད་ཅེས་གསུངས་འདུག། རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་བི་ཇེ་གོ་བྷེལ་དང་དམག་དཔོན་བི་པིན་རཱ་ཝཱད། རྒྱལ་སྲུང་སློབ་སྟོན་པ་ཨ་ཇེ་སྒྲུ་ཝཱལ་གསུམ་ད་རེས་ཉེ་དུས་འབྲུག་ཡུལ་ནང་རྒྱལ་སྟོན་གཟིགས་སྐོར་གནང་ཡོད་པའི་སྐོར་ཕྱི་ཚེས་བཅུ་དགུའི་ཉིན་རྒྱ་གར་གྱི་གྲགས་ཆེ་བའི་ཧིན་རྡུ་ས་ཤོག་གིས་གནས་ཚུལ་སྤེལ་འདུག། རྒྱ་གར་བྱང་ཤར་མེ་གྷ་ལ་ཡའི་མངའ་སྡེའི་གྲོས་ཚོགས་འཐུས་མིའི་འགྲན་རྩོད་པ་ཞིག་དང་རོགས་པ་གསུམ་ཁ་ས་འབུམ་ཚོགས་ཀྱིས་གཏོར་རྒོལ་འོག་རྐྱེན་ལམ་དུ་ཕྱིན་ཡོད་པའི་གནས་ཚུལ་འདུག། ཧྥི་ལི་ཕིན་གྱི་སྲིད་འཛིན་ལྡོག་ཏྲ་ཏྲེ་གིས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་ནང་དམག་གི་རྟེན་གཞི་འཛུགས་སྐྲུན་བྱེད་བཞིན་པ་དེར་ཧྥི་ལི་ཕིན་གཞུང་དམངས་གཉིས་ལ་དམིགས་བསལ་བློ་འཚབ་བྱ་དགོས་དོན་མེད་པ་དང་དེ་ནི་རྒྱ་ནག་གིས་ཉེ་ཁུལ་རྒྱལ་ཁབ་ཁག་ལ་དཀའ་ངལ་བཟོ་ཆེད་མིན་པར་གཙོ་བོ་རྒྱ་ནག་ལ་ཁ་གཏད་བྱེད་མཁན་ཨ་མི་རི་ཀའི་དམག་དོན་སྟོབས་ཤུགས་ལ་གདོང་ལེན་གྱི་ལས་འཆར་ཞིག་ཡིན་སྐོར་འགྲེལ་བརྗོད་སྟབས་བདེ་བོ་ཞིག་བྱས་ཡོད་པ་རེད། བཱང་ལ་དེ་ཤི་དང་མཱ་ཡཱ་མཱར་གཉིས་དབར་རོ་ཧིན་གྱི་མི་རིགས་སྐྱབས་བཅོལ་བ་རྣམས་ཕྱིར་ལོག་བྱེད་རྒྱུའི་གནད་དོན་ཐོག་མཇལ་འཕྲད་གནང་རྒྱུ་ཡིན་འདུག།
ཨེ་ཤེ་ཡ་རང་དབང་བློ་འདྲེན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རྒྱང་སྲིང་ཞུ་གི་ཡོད་ཡང་བོད་གནས་མཁས་པའི་གླིང་བཅོལ་ཞེས་པའི་ལེ་ཚན་ནང་གངས་རིའི་བྱུ་མོ་གླང་མའི་བུ་ཞེས་འགོ་བརྗོད་དུ་འཁོད་པའི་དཔེ་དེབ་ཀྱི་སྐོར་དཔྱད་རྩོམ་སྤེལ་བའི་ལེའུ་བཅུ་དྲུག་པ་དེ་བསོད་ནམས་ལྷ་མོ་ལགས་ཀྱིས་བསྐྱར་བཟློས་གནང་གི་རེད།
ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདིའི་ནང་བོད་ཀྱི་རྒྱལ་རབས་ལོ་རྒྱུས་ཅེས་པའི་ཕྱག་དེབ་རྩོམ་པ་པོ་དང། བོད་ཀྱི་གནས་ཚུལ་དང་འབྲེལ་ཡོད་ཐད་དཔྱད་རྩོམ་སྤེལ་གནང་མཁན་འདི་གའི་གསར་འགོད་པ Warren Smith ལགས་ཀྱིས་གངས་རི་ཇོ་མོ་ཝང་མའི་བུ་ཞེས་གོ་ཆོད་དུ་འཁོད་པའི་དཔྱད་རྩོམ་སྤེལ་བ་དེའི་ལེའུ་བཅུ་དྲུག་པ་དེ་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་རྒྱུ་ཡིན། དིང་རི་ངག་དབང་ལགས་ཀྱིས་བརྩམས་པའི་རང་གི་མི་ཚེའི་ལོ་རྒྱུས་ཀྱི་ཕྱག་དེབ་གངས་རི་ཇོ་མོ་ལང་མའི་བུ་ཞེས་པ་དེ་ནི་ཁོང་གི་མི་ཚེའི་ལོ་རྒྱུས་ཙམ་ཞིག་མ་ཡིན་པར་དེ་ནི་རྒྱ་མི་དམར་པོའི་གདུག་རྩུབ་ཆེ་བའི་སྡུག་སྦྱོང་མནར་གཅོད་བཏང་བ། ཁོང་དང་མཚུངས་པར་བོད་རྒྱ་ཆེའི་མི་མང་རྣམས་ཀྱིས་སྡུག་བསྔལ་མྱངས་དང་མྱོང་བཞིན་པའི་བདེན་དཔང་ཉེ་འཁོར་འགྲེལ་བརྗོད་གནང་ཡོད་པ་རེད། དེབ་འདིས་བོད་འདི་རྒྱལ་ཁབ་ཅིག་ཡིན་པ་ཡུན་རིང་འཚོ་གནས་ཆེད་བོད་རྒྱ་ཆེའི་མི་མང་རྣམས་ཀྱིས་སྙིང་རུས་ཆེན་པོ་དང་ནུས་ཤུགས་ཧ་ཅང་ཆེན་པོའི་སྒོ་ནས་འབད་བརྩོན་གནང་བཞིན་པ་དང་བོད་མི་མང་གིས་བོད་རང་བཙན་སླར་གསོ་ཡོང་བའི་མངོན་འདོད་ཁ་གསལ་ཁ་མཐུན་པའི་ཐུགས་རེ་ཡང་གནང་ཡོད་པ་རེད། ངག་དབང་ལགས་ཀྱིས་བརྩམས་པའི་གངས་རི་ཇོ་མོ་ལང་མའི་བུ་ཞེས་པའི་དེབ་དེ་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་ཚོགས་པ་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པས་དཔར་འགྲེམས་ཞུས་པ་ཞིག་དང་དེ་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་རྣམས་ཀྱིས་རང་གི་མི་ཚེའི་ལོ་རྒྱུས་ཁག་དེ་ནང་བྲིས་གནང་བའི་དཔེ་དེབ་རིམ་པ་མང་པོ་དཔར་འགྲེམས་ཞུས་པའི་ནང་ནས་གཅིག་ཡིན་པ་རེད། ངག་དབང་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་འཛིན་བཟུང་བྱས་ཡོད་ཅིང། ཉིན་འདི་ནི་བོད་ཀྱི་རྒྱལ་ས་ལྷ་སའི་ནང་བོད་རྒྱ་ཆེའི་མི་མང་རྣམས་ཀྱི་རྒྱ་མི་དམར་པོའི་བཙན་འཛུལ་ལ་རང་དབང་རྒྱལ་ནག་གནང་འགོ་བཙུགས་ཏེ་ཉིན་གཉིས་ཕྱིན་པའི་རྗེས་རེད་ལ་ཁོང་འཛིན་བཟུང་བྱེད་དོན་ནི་ཁོང་བོད་པའི་དམག་མི་ཟུར་པ་ཞིག་ཡིན་པར་བརྟེན་ནས་རེད་ཁོང་གི་ལྷན་དུ་དིང་རིའི་བཅའ་ཐང་བདའ་ཤོག་ཁོང་གི་བོད་དམག་ཟུར་པ་བརྒྱ་འཛིན་བཟུང་བྱས་ཏེ་ཁོང་རྣམས་ལྷ་སའི་ཤར་ཕྱོགས་ཤུག་ཤུག་གློག་འདོན་ལས་གཞི་སྔ་ཆེན་ཐང་ལ་ངལ་རྩོལ་རྒྱུག་པར་བཏང། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྔ་ཆེན་དང་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་ཚར་བའི་རྗེས་སུ་ངག་དབང་ལགས་གཞིས་ཀ་རྩེར་ཡོད་པའི་དཀར་ཁང་བཙོན་ཁང་ལ་ཕྱིར་ལོག་བཏང། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་ངག་དབང་ལགས་ལས་མི་ཟེར་བ་ཆགས་པ་དང་དེ་ནས་ཁོང་ཀོང་པོའི་དཔའ་བོ་བཀྲ་མོར་ཡོད་པའི་སྟག་ལུང་ངལ་རྩོལ་རྒྱུག་ཁུག་ར་བར་བཏང་བ་དང་ངལ་རྩོལ་རྒྱུག་ཁུག་ར་བ་དེ་ནི་ཀོང་པོའི་ནང་ངལ་རྩོལ་རྒྱུག་ཁུག་ར་བ་ཆེན་པོ་བདུན་ཡོད་པའི་ནང་ནས་གཅིག་ཡིན་པ་རེད། ངག་དབང་ལགས་ཀྱིས་ངལ་རྩོལ་རྒྱུགས་སྐུད་ར་བའི་ནང་ལྷོ་ཁའི་རྒྱ་ཚ་རྫོང་ནས་ཡིན་པ་བོད་མི་ཆབ་སྲིད་བཙོན་པ་དང་དེ་སྔོན་ལྕགས་གསོའི་ཕྱག་ལས་གནང་མཁན་ཚེ་རིང་སྟོབས་རྒྱལ་ལགས་ཀྱི་ལོ་རྒྱུས་གསུང་དོན་ལ། ཉིན་གཅིག་རྒྱ་མིའི་ལས་བྱེད་པ་ཞིག་གིས་ཚེ་རིང་སྟོབས་རྒྱལ་ལ་འབོད་སྐུལ་བྱས་ཏེ་ཚེ་རིང་སྟོབས་རྒྱལ་ལགས་ཀྱིས་རྒྱ་མིའི་ལས་བྱེད་པ་དེའི་སྣུམ་འཁོར་བཟོ་བཅོས་བརྒྱབ་དགོས་པའི་བཙན་བཀའ་བཏང་བར་ཁོ་པའི་འདོད་བློ་ཁེངས་པས་སྣུམ་འཁོར་བཟོ་བཅོས་བརྒྱབ་མེད་སྐོར་ཁོ་པ་ཁོང་ཁྲོ་དྲག་པོ་ལངས་ཏེ་ཚེ་རིང་སྟོབས་རྒྱལ་ལགས་ལ་འགྲམ་ལྕག་གཞུས་པར་ཚེ་རིང་སྟོབས་རྒྱལ་ལགས་ཀྱང་ཁོང་ཁྲོ་དྲག་པོ་ལངས་ནས་རྒྱ་མིའི་ལས་བྱེད་པ་དེའི་མགོ་ལ་ལྕགས་རྡོ་གཞུས་ནས་ཁོ་པ་བསད་པའི་གནས་ཚུལ་བྱུང་མ་ཐག་རྒྱ་མིའི་ལས་བྱེད་པ་གཞན་ཚོས་ཚེ་རིང་སྟོབས་རྒྱལ་ལགས་འཕྲལ་དུ་འཛིན་བཟུང་གིས་གནམ་ལ་དཔྱངས་ནས་ཉེས་རྡུང་དང་དྲི་རྩད་བྱེད་འགོ་ཚུགས། ཚེ་རིང་སྟོབས་རྒྱལ་ལགས་ཀྱིས་རྒྱ་མི་ཞིག་བསད་པའི་རྐྱེན་གྱིས་ཁོང་ལ་རྒྱ་མིས་སྡུག་སྦྱོང་མནར་གཅོད་ཚབས་ཆེ་གཏོང་རྒྱུ་མ་ཟད་ཐ་ན་སྲོག་ཐོག་ཉེས་ཆད་གཏོང་སྲིད་པ་ཤེས་བཞིན་དུ་རྒྱ་མི་དམར་པོས་བོད་ཐོག་བཙན་པོ་དབང་བསྒྱུར་བྱས་པར་སྐྱོན་བརྗོད་ཡོད་ཚད་ཚང་མ་དྲངས་གནང་བ་རེད། ཚེ་རིང་སྟོབས་རྒྱལ་ལགས་ཀྱིས་རྒྱ་མི་དམར་པོས་གཞན་ལ་ཧྥ་སི་སི་རིང་ལུགས་པ་ཞེས་འབོད་ཀྱི་ཡོད་རུང་ཁོང་གི་ཉམས་མྱོང་ལ་གཞིགས་ན་རྒྱ་མི་དམར་པོ་ཁོ་རང་ཚོ་ཧྥ་ཤི་སི་རིང་ལུགས་ཡིན་པ་དང་རྒྱ་མི་དམར་པོའི་བོད་མིར་སྲོག་ཐོག་རྩོད་པའི་ཉེས་ཆད་བཏང་བ་དང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པ་དེ་བཞིན་བོད་མི་ལྟོགས་ཤི་རྒྱབ་བཅུག་པ་ཡོངས་རྫོགས་བོད་མི་རིགས་རྩ་མེད་བཟོ་རྒྱུར་དམིགས་པ་གསལ་པོ་ཡིན་སྐོར་ནག་ཉེས་ཚོགས་པ་དང་བོད་མི་རྣམས་ཀྱིས་བོད་ཀྱི་དགོན་སྡེ་ཁག་ནང་རིན་ཐང་ཅན་གྱི་སྐུ་བརྙན་བཟོས་པའི་མཆོད་རྫས་ཞལ་འདེབས་ཕུལ་བ་ཁག་དང། བོད་མི་སྒེར་གྱི་ཁང་པའི་ནང་ནས་རིན་ཐང་བྲལ་བའི་དངོས་ཟོག་ཁག་རྒྱ་མི་དམར་པོས་རྐུ་འཁྱེར་བྱས་པ་མཉམ་འབྲེལ་ཟེར་བའི་ལས་འགུལ་གྱི་མིང་ཐོག་ནས་བོད་མི་མང་ལ་ངལ་རྩོལ་སྤྱིལ་པོ་སྐུལ་བ་དང་སོ་ནམ་ཞིང་ལས་ཀྱི་ཐོན་སྐྱེད་ཁག་གཞུང་བཞེས་བཏང་བ། དཔལ་འབྱོར་ཕྲན་བུ་ཡག་པའི་བོད་མི་ཚོར་དག་པའི་རྒྱུ་ནོར་ལོངས་སྤྱོད་ཡོང་ཆོག་གཞུང་བཞེས་བཏང་ནས་རྒྱ་མི་དམར་པོས་རང་ཉིད་ལ་དགོས་འདོད་མེད་པའི་བཅའ་དངོས་ཆུང་ཚགས་ཁག་གཅིག་པོ་བོད་མི་དབུལ་ཕོངས་ཚོར་བགོ་འགྲེམས་བྱས་པ་རྒྱ་མི་དམར་པོས་བོད་ནང་ཆབ་སྲིད་ཀྱི་ལས་འགུལ་སྤེལ་བ་དཔེར་ན། དམངས་གཙོའི་བཅོས་སྒྱུར་ཟེར་བ་དང་རིག་གནས་གསར་བརྗེ་ཆེན་མོ་ཟེར་བའི་ལས་འགུལ་གྱི་མིང་ཐོག་ནས་བོད་ཀྱི་དགོན་སྡེ་ཁག་དང་ལྷ་ཁང་མཆོད་རྟེན་མ་ནིའི་གྱང་ཁག་ཐེ་བའི་བོད་ཀྱི་གནའ་བོའི་ཆོས་དང་རིག་གཞུང་གི་ཤུལ་ལུས་འགྲེམས་སྟེགས་ཁང་གསར་སོགས་གཏོར་བཤིག་བཏང་བ་བོད་མིས་རྩ་ཆེན་བརྩིས་པའི་མ་ནི་དགོན་པའི་རྡོ་ཁག་ལམ་བུ་དང་གསར་མཆོད་ནང་དོ་བཞིར་བཏིང་སྟེ་སྦགས་བཙོག་གཏོང་བཅུག་ནས་ཉེས་མིང་བསགས་བཅུག་པ་དང་དགོངས་ཞུས་འདི་ཚོ་ཡོངས་རྫོགས་བོད་མི་མང་ལ་མཇལ་དུ་བཅུག་དགོས་དོན་ནི་བོད་བརྒྱུད་ནང་ཆོས་ནི་ཕན་ཐོགས་མེད་པ་ཡིན་ཚུལ་བཏོན་ནས་བོད་མི་ཚོས་ནང་ཆོས་ལ་དད་གུས་ཡིད་ཆེས་འདོར་དགོས་པའི་སློབ་གསོ་སྤྲོད་ཕྱིར་ཡིན་སྐོར་ཚེ་རིང་རྡོ་རྗེ་ལགས་ཀྱིས་རྒྱ་མི་དམར་པོར་ནག་ཉེས་བཙུགས་པ་མ་ཟད་ད་དུང་ཁོང་གིས་རྒྱ་མི་དམར་པོས་ཚང་མ་མེར་སྲེག་དང་ཚང་མ་བསད་ཚང་མ་འཕྲོག་བཅོམ་བྱེད་ཅེས་པའི་གཏུམ་དྲག་གསུམ་སྤེལ་བའི་ནག་ཉེས་བཙུགས་པ་དང།

སེང་གེ་ནམ་མཚོ་ཨེ་ཤེ་ཡ་རང་དབང་ལུང་འདྲེན་ཁང་གི་བོད་སྐད་སྡེ་ཚན་ནས་གཟའ་འཁོར་འདིའི་བོད་གནས་མཁས་པའི་གླེང་བརྗོད་ཀྱི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡོད་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་མུ་མཐུད་ནས་གསན་རོགས་གནང། ཚེ་རིང་སྟོབས་རྒྱལ་ལགས་ཀྱིས་རྒྱ་མི་དམར་པོར་ཉེས་སྐྱོན་བཙུགས་པ་དེ་དག་ལ་ཁོང་ཁྲོ་དྲག་པོ་ཟ་ན་ཡང་ཚེ་རིང་སྟོབས་རྒྱལ་ལགས་ནས་རྒྱ་མི་དམར་པོས་བོད་ནང་ཁྲིམས་འགལ་ནག་ཉེས་ཀྱི་བྱ་སྤྱོད་སྤེལ་བཞིན་པ་ཁག་རེ་རེ་བཞིན་དྲངས་པ་དེ་དག་བདེན་པ་ཡིན་པ་དང་ཁོང་ཚོས་བོད་ནང་དངོས་སུ་ལས་དོན་སྤེལ་བཞིན་པ་ཁག་དེ་ལྟར་ཡིན་ཁུལ་བྱེད་ཀྱི་ཡོད་སྟབས་ཁོང་ཚོ་མགོ་འཐོམས་པ་རེད། ཡིན་ནས་ཁོང་ཚོས་ཚེ་རིང་སྟོབས་རྒྱལ་ལགས་ལ་ཉེས་རྡུང་སོགས་སྡུག་སྦྱོང་མནར་གཅོད་མུ་མཐུད་བཏང་བའི་རྐྱེན་གྱིས་ཁོང་འབྲས་མེད་དུ་བརྒལ་བར་ཁོང་ལ་སྡུག་སྦྱོང་མནར་གཅོད་མུ་མཐུད་ནས་གཏོང་ཕྱིར་ཁོང་གི་གདོང་ལ་ཆུ་གཏོར་ནས་ཁོང་བསྐྱར་གསོ་ཐུབ་ཐབས་བྱས་པ་དང་ཁོང་འཆི་སྐྱོན་མ་བྱུང་གི་བར་དུ་ཉིན་གྲངས་གསུམ་རིང་སྡུག་སྦྱོང་མནར་གཅོད་མུ་མཐུད་ནས་བཏང། ཚེ་རིང་སྟོབས་རྒྱལ་ལགས་ལ་སྡུག་སྦྱོང་མནར་གཅོད་ཚབས་ཆེ་གཏོང་མིན་ལ་མ་ལྟོས་པར་ད་དུང་ཁོང་གིས་རྒྱ་མི་དམར་པོས་ཁོང་ལ་སྙིང་རྗེ་སྐྱེས་རོགས་ཅེས་པའི་ཞུ་བ་དུས་ནམ་ཡང་ཕུལ་མེད་པ་རེད། ངག་དབང་ལགས་ཀྱིས་ཚེ་རིང་སྟོབས་རྒྱལ་ལགས་སྤོབས་པ་ཧ་ཅང་མཐོ་པོ་དང་ཆེན་པོའི་སྒོ་ནས་འདས་གྲོངས་སུ་ཕེབས་པ་དང་ཁོང་སྙིང་སྟོབས་ཆེ་ལ་ཞུམ་པ་མེད་པའི་སྒོ་ནས་རྒྱ་མི་དམར་པོའི་བཙན་དབང་ལ་ངོ་རྒོལ་གནང་བ་དེ་བོད་རིགས་སྤུན་ཟླ་ཡོངས་ཀྱི་ཐོག་བག་ཆགས་གཏིང་ཟབ་བཞག་སྐོར་གསུངས་ཡོད་པ་རེད། ཚེ་རིང་སྟོབས་རྒྱལ་ལགས་ཀྱི་ལོ་རྒྱུས་དེ་རྒྱ་མིའི་བཙན་དབང་འོག་བོད་མི་མང་གི་དངོས་ཡོད་གནས་སྟངས་སྤྱི་དང་ལྷག་དོན་དུ་བོད་མིས་རྒྱ་མིའི་བཙན་དབང་ལ་ངོ་རྒོལ་ག་འདྲ་ཞིག་གནང་རུང་དེར་ཡ་ང་ཉིན་བྱེད་རྩ་བ་ནས་མེད་པར་དྲག་གནོན་བྱས་ནས་དམར་པོའི་ལྟ་བར་གོམས་འདྲིས་བྱེད་དུ་བཅུག་པ་དང་དེ་ལས་ལྡོག་སྟེ་རྒྱ་མི་དང་ངན་པ་ལག་འབྲེལ་བྱས་ཚེ་ལྟ་སྐྱོང་ཡག་པོ་བྱེད་ཀྱི་ཡོད་པ་གསལ་ཁ་བཏོན་ཡོད་པ་རེད། རྒྱ་མི་དམར་པོས་བོད་མི་ཚོ་རྗེས་ལུས་ཐེབས་པ་ཡིན་ཚུལ་དང་བོད་རྙིང་པའི་སྐབས་ཐོབ་ཐང་འདྲ་མཉམ་མེད་པ་དང་དེ་ལས་ལྡོག་སྟེ་རྒྱ་མིའི་སྤྱི་ཚོགས་རིང་ལུགས་དེ་ཡར་ཐོན་བྱེད་ཡིན་གྱི་ཁྱད་ཆོས་ལྡན་ཚུལ་འུར་གཏམ་རྒྱུན་ཆད་མེད་པར་བཤད། རྒྱ་མིས་ཁ་ནས་བཤད་པ་དང་བོད་ནང་གི་དངོས་བདེན་གནས་ཚུལ་ཁ་ལ་ཁྱད་པར་ཆེན་པོ་ཡོད་པ་རྒྱ་མིས་རང་གི་མིག་གིས་མཐོང་བཞིན་དུ་བོད་མི་རྣམས་ལ་རྒྱ་གཞུང་གི་དྲིལ་བསྒྲགས་ཁག་དང་མའོ་ཙེ་ཏུང་གི་ཤོད་སྲོལ་ཁག་སྦྱང་བརྩོན་དང་བསྐྱར་ཟློས་ཡང་བསྐྱོད་བྱེད་དུ་འཇུག་གི་ཡོད་པ་རེད། རྒྱ་མི་དམར་པོའི་ལྟ་བ་དང་འགལ་བའམ་ཡང་ན་ཆོས་ལ་དད་གུས་རྩོད་པའི་བོད་ཀྱི་སྤྱི་ཚོགས་རྙིང་པའི་ལམ་ལུགས་ལ་གུས་བརྩིའི་འདུ་ཤེས་འཛིན་མཁན་ཐ་ན་རང་གི་ནང་མི་ཡན་ཆད་ལ་བཙན་ཤེད་བཏང་སྟེ་ངོ་རྒོལ་སྐྱོན་བརྗོད་བྱེད་དུ་འཇུག་གི་ཡོད་པ་རེད། བོད་མི་ཚོར་བཙན་ཤེད་བཏང་སྟེ་རང་གི་རྩ་ཆེར་བརྩི་བའི་བླ་མ་དང་གྲོགས་པོ་ཚོར་འཐམ་འཛིང་གཏོང་བཅུག་པ་མ་ཟད་རང་ཉིད་ཀྱང་འཐམ་འཛིང་དྲག་པོ་གཏོང་ས་ཆགས་ཀྱི་ཡོད་པ་རེད། དོན་དངོས་སུ། རྒྱ་མི་དམར་པོས་བོད་མི་དམངས་ལ་གཉའ་གནོན་བཤུ་གཞོག་བཏང་བ་དང་དམའ་འབེབས་ཚིག་རྩུབ་ཁ་རྡུང་དྲག་པོ་གཏོང་མིན་ལ་མ་ལྟོས་པར་ད་དུང་བོད་མི་ཚོས་རྒྱ་མི་རིགས་ཚོ་ནི་སེམས་བཟང་ཅན་དང་གཏོང་ཕོད་ཅིག་ཡིན་པའི་བཅོས་མའི་རྣམ་འགྱུར་སྟོན་དུ་འཇུག་གི་ཡོད་པ་རེད། ཡིན་ན་ཡང་མཚམས་རེ་བོད་མི་རྣམས་ཀྱིས་གལ་ཏེ་རྒྱ་མི་དམར་པོར་ངོ་རྒོལ་སྐྱོན་བརྗོད་བྱས་ཚེ་རང་ཉིད་ལ་ཐ་ན་སྲོག་ཐོག་ཉེས་ཆད་གཏོང་ཟིན་པ་ཤེས་བཞིན་དུ་ཁོང་རྣམས་ཀྱིས་རྒྱ་མིས་གང་བཤད་ལ་མ་ཉན་པར་དྲང་བདེན་གྱི་གནས་ཚུལ་ཁག་གསུང་གི་ཡོད་པ་ཀོང་ཤུས་ཚེ་རིང་སྟོབས་རྒྱལ་ལགས་ཀྱིས་ལོ་རྒྱུས་ཀྱི་མངོན་གསལ་དོད་ངེས་རེད། ད་ལྟ་གོང་དུ་སྙན་སྒྲོན་ཞུས་པའི་ཆེད་རྩོམ་འདི་ནི་འདི་གའི་གསར་འགོད་པ Warren Smith ལགས་ཀྱིས་བརྩམས་པ་དང་བོད་སྐད་དུ་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རིགས་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།
བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཞེས་པའི་ལེ་ཚན་ནང་དེད་པའི་ལོ་དེའི་དགུན་དུས་རྒྱ་གར་ནང་སུད་ཀྲལ་གྱི་ཚོང་ལས་གནང་མཁན་བོད་མི་ཚོར་དཔལ་འབྱོར་ལས་ཁུངས་ནས་ཚོང་གི་མ་རྩ་སྒོར་མོ་འབུམ་རེ་བུན་གཡར་གནང་བ་ཕལ་ཆེ་བ་མཆིམས་ཕུའི་ཟིན་ཡོད་པའི་གནད་དོན་སྐོར། ཚ་བ་དངོས་གྲུབ་ལགས་ཀྱི་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
བཀྲ་ཤིས་བདེ་ལེགས། ཐོག་མར་རྒྱ་ཆེའི་སེང་གེ་རྣམ་པ་ལྷན་རྒྱས་ལ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཞེངས། རབ་གནས་ས་སྐྱིད་ལོའི། གནམ་ལོ་གསར་དུ་བཞད་པའི་ལོ་གསར་གྱི་དགའ་སྟོན་ལ། དཔལ་འབྱོར་གྱི་ལེ་ཚན་དེ་གཙོ་སྐྱོང་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ནས་འཚམས་འདྲིའི་བཀྲ་ཤིས་ལན་ཞུ་བ་དང་ཆབས་ཅིག་རྣམ་པ་ཚང་མ་སྐུ་ཁམས་བཟང་བ་དང། ལས་དོན་ག་རེ་གནང་ཀྱང་བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཞུ་གི་ཡོད། དེ་རིང་གི་དཔལ་འབྱོར་གྱི་ལེ་ཚན་ནང། རྒྱ་གར་ནང་དུ་ཡོད་པའི་བོད་མི་ཕལ་ཆེ་བའི་འཚོ་རྟེན་གལ་ཆེ་ཤོས་ཤིག་ནི་དགུན་ཁའི་དུས་སུ་སུད་ཀྲ་ཀྱི་ཚོང་ལས་གཉེར་རྒྱུ་དེ་ཡིན་པ་བཞིན། འདས་པའི་ལོའི་ནང་དགུན་ཚོང་གི་སྐབས་བོད་མིའི་སྒྲིག་འཛུགས་ཀྱིས་ཐེངས་དང་པོར་བོད་མི་མི་ཚང་ཆིག་སྟོང་ཙམ་ལ། མ་རྩ་རྒྱ་གར་གྱི་སྒོར་མོ་འབུམ་རེ་གཡར་གནང་ནས་སུད་ཚོང་རྒྱབ་མཁན་བོད་མིའི་ཚོང་པ་ཚོ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་འདུག་ལ། བོད་མིའི་ཚོང་པ་ཕལ་ཆེ་བས་ཀྱང་ཚོང་ཞུགས་མ་བསྡུས་ཀྱི་གོང་ལ་བུ་ལོན་རྣམས་ཕྱིར་འབུལ་ཞུས་འདུག་འདི་ལོའི་ཕྱི་ཟླ་དང་པོའི་ནང་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་སུད་ཀྲོལ་གྱི་ཚོང་ལས་གཉེར་མཁན་བོད་མི་ཚོ་ལ་སྐྱེད་ཀ་ཆུང་ཆུང་ཐོག་ནས་བུ་ལོན་གཡར་གནང་དགོས་པའི་རྒྱུ་མཚན་གྱི་སྐོར་ལ་འགྲེལ་བརྗོད་འདི་འདྲ་ཞིག་གནང་བཞག། བཙན་བྱོལ་ནང་ལ་དཔལ་འབྱོར་གྱི་རྒྱབ་རྟེན་དུ་མ་བཟུང་ནས་ད་ལྟ་བར་དུ་གནས་བསྡད་དེ་སུད་ཚོང་རར་ཆགས་བསྡད་སྐོར་ད་ནང་མི་ཕལ་ཆེན་སུམ་སྟོང་ལྔ་བརྒྱ་ནས་བཞི་སྟོང་བར་ད་སུད་ཚོང་རང་རྒྱ་ནི་ད་ལྟ་བར་དུ་གནས་བསྡད་ཡོད་ད་ང་ཚང་བའི་སྒེར་སོ་སོ་ཡིན་ན་ཉམས་མྱོང་ཡོད་རེད་ང་ཚོ་ཡིན་ནས་ཕ་མ་ཚང་མ་མང་ཆེ་ད་སུད་ཚོང་རྒྱབ་པའི་ཉམས་མྱོང་ཡོད་དོས་ཁབ་ལ་ཁོ་རང་ཚོ་ལའི་ཕན་པ་ཅིག་བྱེད་དགོས་ཀྱི་འདུག་ཞེས་ཇི་ལྟར་བཀའ་བསྡུར། རིན་པོ་ཆུང་རེད། དེ་ནས་ཟླ་སྙིང་ལོ་ད་ང་ཚོས་འགོ་བཙུགས་བྱས། དེ། སུད་རྫོང། རྒྱ་ངན་ཚོགས་ལ་ད་ང་ཚོས་བུ་ལོན་ཤི་ཡ་གོ་གི་འདུག། དེ་ཨ་ནི། སུད་རྫོང་རྒྱ་ངན་སྟོང་ཕྲག་གཅིག་ལ་འབུམ་རེ་རེ་གཡར་ཐུབ་པ་ཡིན་པ་ཡིན་ན། ཨ་ནི་ང་ཚོའི་འགྲོ་སོང་དེ་ད། ས་ཡ་བརྒྱ་ཟེར་ནས་རེད། སྐོར་རོར་བཅུ་ཟེར་ནས་རེད། འདི་འདྲི་གཅིག་གཡར་ཐུབ་པ་ཡིན་ན་འདི་གི་དགེ་མཚན་ག་རེ་འདུག་ཟེར་ན། ཡང་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་བོད་མིའི་སྒྲིག་འཛུགས་ནས་བུ་ལོན་ལེན་མཁན་ནང་ནས་བརྒྱ་ཆ་དགུ་བཅུ་ཙམ་གྱིས་ཚོང་ཞུགས་མ་བསྡུས་ཀྱི་གོང་ལ་བུ་ལོན་ཕྱིར་འབུལ་ཞུས་པ་དེ་ནི་བོད་མིའི་སྒྲིག་འཛུགས་ནས་ཚོང་པ་ཚོ་ལ་ཡིད་ཆེས་གནང་བ་བཞིན་ཚོང་པ་ཚོས་ཀྱང་དེ་ལྟར་གནང་བ་དེ་ནི་ཧ་ཅང་གི་བློ་སྤོབས་སྐྱེས་ཡོད་པ་ཞིག་རེད་ཅེས་གསུངས་གནང་བཞག། ང་ཚོས་ང་ཚོའི་ནང་ཁུལ་ལས་དཀའ་སྡུག་བྱུང་བ་རེད་ད་ང་ཚོ་དངུལ་ཕོན་འདི་འདྲ་ཆེན་པོ་ཅིག་གཡར་བ་ཡིན་པ་ཡིན་ན། ཚུར་ལོག་ཡོང་བས་ལོག་གི་རེད་བས་ལོག་གི་མ་རེད་ཡང་དངུལ་བློ་ངན་ཡོང་གི་རེད་ཡོང་གི་མ་རེད་བྱས་བྱས་བྱུང་དེ་བ་གང་ལ་ང་རང་ཤེས་རྒྱུ་བྱུང་ལ་ད་འདི་གང་ཡོང་མ་རེད་ལས་གཞི་ཆེན་པོ་ཞིག་སྤེལ་བ་ལ་ཅིག་ལོག་ལྟ་ཆེན་པོ་ཐོག་ནས་ཐག་གཅོད་འགྲོ་དགོས་རེད་ཨ་ནི་སོ་སོའི་མི་མང་ལ་ཡིད་ཆེས་བྱེད་དགོས་རེད་བྱས་བྱས། ལས་རིམ་མང་དུ་འཆར་གཞི་ལ་ད་ཀོ་རོར་བཅུ་ཟེར་ནའི་རེད་ས་ཡ་བརྒྱ་ཡ་ཡ་རེད་དེ་དུས་ཚོད་དེ་རྐྱེན་དེ་འདྲས་བྱས་བྱས་ད་ང་ཐ་མ་དེ་ལ་ནི་ཀོ་རོར་དགུ་དགུ་ལྷག་མ་གཏོགས་གནང་ཐུག་ཡོད་མ་རེད་ད་འདྲའི་ཆ་ལ་སོ་སོ་མི་མང་ལ་ཡིད་ཆེས་བྱས་པ་ནང་བཞིན་ད་ལྟ་སུ་ར་ཚོང་སྒོ་བརྒྱབ་རྒྱུ་རེད་དེ་ཕལ་ཆེན་བརྒྱ་ཆ་དགུ་བཅུ་ལོག་ཚར་ཤག་དེང་སྡོད་ཁང་ལ་ནི་ང་ཚོའི་མི་མང་ཚོད་ལྟ་ཚོང་པར་ཡིད་ཆེས་བྱས་པ་ནང་བཞིན་དངོས་ཡིན་ནའི་ཡང་ཚོད་ལྟ་ཚོང་མ་བརྒྱག་གོང་ནས་བརྒྱ་ཆ་དགུ་བཅུ་སུ་ལོག་ཡོད་འདོད་ཁབ་ལ་ཏན་ཏན་རང་ང་ཚོ་གི་ཡིད་ཆེས་དང་རེ་བ་བྱས་པ་ནང་བཞིན་དངུལ་འདི་ཚུ་ལོག་ཐུག་གི་ཡོད་པ་འདི་གསལ་བོ་ཞིག་ལ་ཆགས་བསྡད་བཞག་ད་འདི་ལུས་བསྡད་ན་ཚོད་ལྟ་ཚོང་པ་གི་གཟིགས་བར་ང་ཚོ་ལོ་བཞི་བཅུ་ཁོ་རང་བཞིན་དུ་ཚོང་བརྒྱབ་བསྡད་ཡོད་ག་དུས་ཡིན་ནའི་བརྒྱ་ཆ་དགུ་བཅུ་གོ་དགུ། གིས་ཨ་ནི། ལོ་བཞི་བཅུ་རིང་ག་ལ་ནི་བུད་མེད་ཚོ་ལ་དངུལ་གཡར་བཞག་པ་འདི་གས་ཀློག་བཞག་པ་བྱུང་ཡོད་པ་འདུག་མ་ཀློག་པ་བྱུང་མེད་ཟེར་བྱས་ཁོང་ཚོ་ལ་མཁས་པའི་འདུག་ཟེར་བ་ནང་བཞིན་ང་ཚོས་ཡིད་ཆེས་བྱས་པ་ནང་བཞིན་འདི་བྱུང་བཞག་པ་འདི་གཏམ་བཟང་ཆེན་པོ་ཞིག་དག་རེད་ཟེར་བྱས་ཡིན་གང་ཟེར་ན་ང་ཚོས་ཡིད་ཆེས་བྱས་པ་རེད། ད་ཆ་སུད་རལ་གྱི་དགུན་ཚོང་གཉེར་མཁན་བུད་མེད་ཚོང་པ་ཕལ་ཆེ་བས་ཚོང་ཤུགས་བསྡུས་ཟིན་ནུས་སྟབས་བུ་ལོན་ཕྱིར་འབུལ་ཞུ་རྒྱུའི་གནས་སྟངས་དེ་ག་འདྲ་ཆགས་ཡོད་མེད་ཀྱི་སྐོར་གྲོང་ཁྱེར་ལུ་དྷི་ཨ་ན་ནང་རྟེན་གཞི་བྱས་པའི་རྒྱ་གར་རྒྱལ་ཡོངས་བུད་མེད་ཚོང་ལས་ཚོགས་པའི་ལས་ཁང་གི་འགན་འཛིན། འཇིགས་མེད་དཔལ་སྒྲོན་ལགས་སོགས་བཀའ་འདྲི་ཁག་ཅིག་ཞུ་གི་ཡིན། རྒྱ་གར་རྒྱལ་ཡོངས་བུད་མེད་ཚོང་ལས་ཚོགས་པའི་འཛིན་སྐྱོང་འགན་འཛིན་འཇིགས་མེད་དཔལ་སྒྲོན་ལགས་བཀྲ་ཤིས་ལས། བཀྲ་ཤིས་ལས། འཇིགས་མེད་དཔལ་སྒྲོན་ལགས་ཐོག་མ་དེ་བཀའ་འདྲི་ཞུ་ཡ་ལ་གཅིག་གིས་ད་ལོ་བུད་མེད་སྒྲིག་འཛུགས་ཀྱི་ཐོག་ནས་གཅིག་གིས་ད་རྒྱ་གར་ནང་ལ་སུ་རལ་ཚོང་ལས་གནང་མཁན་བུད་མེད་མི་ཚང་ཆིག་སྟོང་ཙམ་ལ་གཅིག་རྒྱ་གར་གྱི་བུ་མོ་འབུམ་གཅིག་རེ་གཅིག་གིས་བུ་ལོན་འདུག་སྟངས་ནང་ཡོད་ཙང་ད་དངུལ་འབོར་དེ་ཧ་ཅང་གི་ཆེན་པོ་རེད་བ་ལ་བྱས་ཙང་གཅིག་གིས་དེ་སྔོན་གཅིག་གིས་ཕྱི་ཟླ།

ཁོང་ཇི་མི་དཔལ་ཁྲིམས་ལ་དེ་ཡང་གསུང་ཡང་བྱས་པས་ན་ཇི་ལྟར་མི་ཚང་བཅུ་བདུན་བཅོ་བརྒྱད་ཙམ་གྱིས་མ་གཏོགས་ཅིག་ལྟ་དཔལ་འབྱོར་ལས་ཁུངས་ལ་བུ་ལོན་ཆ་ཚང་བག་ཕྱི་འབུལ་ཞུས་ཟིན་པར་གསུངས་གནང་སོང་འདི་དངོས་གནས་དཔེ་མི་སྲིད་བརྒྱ་ཆ་ཐོབ་པ་རེད་བསམ་གྱི་འདུག་གང་ཞེ་ན། འཛམ་གླིང་གི་ད་དངུལ་ཁང་ཆེན་མོ་འདུ་འཛི་ནས་ཅིག་ལྟ་བུ་ལོན་གྱི་ལས་གཞི་མང་པོ་ཞིག་གི་ཐོག་ལ་ཅིག་ལྟ་མི་དམངས་སྐྱོ་པོ་འདུ་འཛི་ལ་བུ་ལོན་གནང་གི་འོག་དེ་དེ་ཙམ་གྱིས་བརྒྱ་ཆ་ཆེན་པོ་འདི་འདྲའི་ཅིག་གི་བག་ཕྱི་ལོག་ཡོང་ཡ་ཁག་པོ་ཡིན་གྱི་པ་འདྲ། ད་ཡིན་ན་ཅིག་ད་ལྟ་ཅིག་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ནི་མི་ཚང་གཅིག་སྟོང་ཅིག་ལ་བུ་ལོན་གནང་པའི་ནང་ནས་བཅུ་བདུན་བཅོ་བརྒྱད་ཅིག་ཕུལ་ཐུབ་མེད་ཙང་ཁོ་རང་ཚོ་གི་ད་ལྟ་བོ་ཏོ་ཅིག་གི

ལྷོང་ལོང་ད་ལོ་གཅིག་གི་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་སུའུ་ཀྲག་གི་མར་རྩའི་ཆེད་དུ་བུ་ལོན་བཏང་ཡང་དེའི་ཨེ་ནི་གཅིག་ད་སུའུ་ཀྲག་གི་ཚོང་ལས་ཚོགས་པའི་གི་སྒྲིག་འཛུགས་ཡོད་པ་དང་ད་ག་ནང་བཞིན་གཅིག་ཡང་སྒྲིག་འཛུགས་ཡོད་པའི་ཐོག་ལ་གཅིག་ཚོགས་མིའི་མི་མང་པོ་ཆུ་ཡི་ས་དུང་ཚོ་ལ་གཅིག་བུ་ལོན་བཏང་ཡོད་པ་འདྲ་གཅིག་ད་མ་འོངས་པ་ལ་གཅིག་ཡང་སུའུ་ཀྲག་ཙོང་ཚ་ས་གནས་ཆུང་ཆུང་འདི་འདྲའི་ད་མི་ཉུང་ཉུང་ཡོད་ས་དུང་ཚོའི་བུད་མེད་དུང་ཚོ་ལས་གཅིག་བུ་ལོན་རག་ཡ་ཆེད་དུ་ལ་རྣམ་པ་སུ་གཅིག་གི་བོད་མིའི་ཚོང་ལས་ཚོགས་པའི་ཐོག་ནས་གཅིག་གི་བོད་མིའི་སྒྲིག་འཛུགས་ལ་འབོད་སྐུལ་ཞུ་ཡ་རེ་ཐབས་ཤེས་གནང་ཡ་འདི་འདྲའི་ཐོག་ལ་གཅིག་རྣམ་པ་སུ་ད་ལྟ་བར་དུ་དགོངས་པ་བཞེས་བྱུང་ཡོད་པའི་ནང་ལ།

མི་དང་དུས་ཡུན་བརྒྱད་དགུ་ཟིན་པའི་ཁ་ཤས་ཡོད་རུང།
ང་དེ་དག་ཁོང་ཚོ་ལ་ར་གས་ནས་བེད་སྤྱོད་འགྲོ་གི་ཆེའོ་བསམ་ས། ཀོང་ཟི་ངོས་དཔེ་སྟོན་ལ་གཅིག་ངས་གོ་ཡ་བྱས་པ་ཡིན་ནས། ད་ལོ་སུས་དྲ་བཙོང་ས་ས་ཁུལ་ཚང་མའི་ནང་ལ་ཅིག་ད་མེ་སྐྱོན་དང་དེ་འདྲའི་གི་ད་གནས་ཚུལ་འདུག་ག་དེ་འདྲའི་བྱུང་མི་འདུག་དེ་ཡན་ཅིག་གི་ས་ཁུལ་ཁག་ཅིག་གི་ནང་ལ། ད་དངུལ་ཁྱོན་ཆེན་པོ་བརླག་གཏོར་བྱུང་པའི་གནས་ཚུལ་དེ་འདྲ་བྱུང་འདུག་བྱས་ཙང་དངུལ་ཁྱོན་ཆེན་པོ་བརླག་གཏོར་ཤོར་ནས་ཨ་ནི་གྱོང་ཆེན་པོ་རག་པས་ད་ཚོང་པ་ཚོ་ལ་ཅིག་གུན་གསབ་རག་ཡ་ཆེད་དུ་ལ་ཅིག་གི་རྣམ་པ་ཚོ་ཚོང་ལས་ཚོགས་པའི་ཐོག་ནས་ད་ལྟ་བར་དུ་ཅིག་ལས་འགུལ་གར་སྤེལ་གནང་གི་ཡོད་པའི་ནང་ལ། ནང་ད་ངོ་ཚོ་ལྷོ་ནི་ང་ཚོ་རྒྱ་མིའི་ཤོག་བུ་ཅིག་སྟེ་ལ་ལ་ཚང་མ་ལ་དཔེ་ཆ་སློང་ཡོད་ཀྱི་དེ་ཡོད་ར་ངོ་ཚོ་ཞལ་འདེབས་སློང་ཡོད་ཅིག་ལུ་དྷི་ཡ་ན་ལ་ལ་རེད་རྡལ་ལི་ལ་ལ་རེད་ཚང་མ་རམ་ཞལ་འདེབས་སློང་བྱེད་ནི་ཨེ་དེ་བས་ཀྱང་ད་ངོ་ཚོ་ལ་ལ་ཅིག་པོ་ནས་ནི་དཔེ་ཆ་དེ་ཀ་བ་རབ་ཆགས་པོ་མ་རེད་ང་ཚོ་ད་ངོ་ཚོ་དཔེ་ཆ་བཀླག་ཡོད་ཅིག་ར་ཕོན་ཆེ་དང་དེའི་ཕོན་ཆེན་པོ་ཡིན་དུས་ནི་དེའི་དཔེ་ཆ་དེའི་སྐོར་རོབ་མ་ཆེ་དུས་ངོ་ཚོས་ཀྱི་ས་གནས་ས་གནས་ལ་འགྲོ་ནས་ར་ད་ས་གནས་འགྲོ་ནས་མིན་ཁོ་རང་ཚོ་མི་བླ་རྒྱོ་དེའི་ས་གནས་ས་གནས་ལ་བཏང་ནས་ར་ཨ་ནི་ཁོ་རང་གི་དཔེ་ཆ་སློང་གོ་རེ་ཚོང་རྒྱག་ས་ཡོད་ར་ས་གནས་དེ་འདྲ་འོ་ན་ཟེར་ལ་འོ་དེ་འདྲ་བྱེད་དུས་ཨ་ནི་དཔེ་ཆ་དེས་ཀ་བ་རོབ་ཆ་འགྲོ་ད་བོད་མི་དེ་ཚོ་གི་ཚོང་ཚོང་པ་དེ་ཚོ་གི་རོགས་པ་འགྲོ་དེ་བྱེད་གོ་ར་ད་དཔེ་ཆ་བླ་དེ། ཨ་ནི་འཇིགས་མེད་དཔལ་སྒྲོན་ལགས་ཐོ་ཆེ་ན་བཞུགས་ཡིན་ལ།
ལས། ད་ལྟ་གོང་དུ་སེམས་པ་དེ་ནི་རྒྱ་གར་གྱི་གྲོང་ཁྱེར་ལུ་དྷི་ཡཱ་ན་ནང་དུ་ཡོད་པའི་རྒྱ་གར་རྒྱལ་ཡོངས་བུད་མེད་ཚོང་ལས་ཚོགས་པའི་ཡིག་ཚང་གི་འགན་འཛིན་འཇིགས་མེད་དཔལ་སྒྲོན་ལགས་སུ་མཇལ་འཕྲད་ཞུས་པ་ཞིག་ཡིན། ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འགའ་གསན་པར་ཐུགས་རྗེ་ཆེ་གནང།
སེང་གེ་རྣམ་པ་ཚོ། ང་ཚོའི་ཐེངས་འདིའི་ལས་རིམ་མཇུག་སྒྲིལ་མ་ཞུས་གོང་ལ་སེམས་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་རྒྱལ་སའི་དངོས་ཁུལ་གྱི་བུད་མེད་ཚོས་འབྲི་གུང་ཆོས་ཚོགས་སུ། ཆོས་ཕྱོགས་དང་འབྲེལ་བའི་ལོ་སར་ཚེས་གསུམ་སྲུང་བརྩི་གཟབ་རྒྱས་ངང་ཞུས་ཡོད་པ་རེད། རྒྱ་ནག་གིས་རྒྱུད་གཅིག་དང་ལམ་གཅིག་ཅེས་པའི་རྒྱལ་སྤྱིའི་དཔལ་འབྱོར་འཛུགས་སྐྲུན་གྱི་ལས་གཞི་རྒྱ་སྐྱེད་ཀྱི་ལེགས་ཆ་ཆེན་པོ་དེར་ཁ་གཏད་གདོང་ལེན་གྱི་ཆེད་དུ་ཨོ་སི་ཁྲུ་ལི་ཡ་དང་ཨ་མི་རི་ཀ་ཉི་ཧོང་རྒྱ་གར་བཅས་པ་དམངས་གཙོའི་རྒྱལ་ཁབ་བཞིའི་བར་མཉམ་རུབ་ཀྱི་ཐོག་ནས་ཆ་མཚུངས་པའི་དཔལ་འབྱོར་འཛུགས་སྐྲུན་གྱི་ལེགས་ཆ་ཞིག་སྤེལ་རྒྱུའི་འཆར་འགོད་བྱེད་བཞིན་པའི་གནས་ཚུལ་ཐོན་ཡོད་པ་རེད། བོད་རང་སྐྱོང་ལྗོངས་ཁུལ་ལོ་སར་རིང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་འབུམ་གཉིས་ལྷག་ཙམ་བྱུང་ཡོད་པ་ནི་སྔར་ལོ་ལས་བརྒྱ་ཆ་སུམ་ཅུ་ཙམ་འཕར་ཡོད་པའི་ལུང་འདྲེན་བྱས་འདུག། བལ་ཡུལ་གྱི་སྲིད་བློན་གསར་པ་སྐྱེས་བུ་ཤ་མ་ཨུ་ལི་ཡིས་རྒྱ་གར་མཉམ་གྱི་འབྲེལ་ལམ་ལ་དཔྱད་ཞིབ་དང་གཞན་ཡང་འབྲེལ་བའི་ལམ་བུ་གསར་པ་དེ་འདྲ་འཚོལ་ཞིབ་ཀྱི་ཆེད་དུ་རྒྱ་ནག་མཉམ་འབྲེལ་ཐག་ཉེ་རུ་གཏོང་རྒྱུའི་འདུན་པ་ཡོད་པའི་སྐོར་ཁོང་གིས South China Morning Post ཞེས་པའི་གསར་འགྱུར་ལས་ཁང་ལ་གསུངས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཟླ་བ་འདིའི་ཚེས་བཅོ་བརྒྱད་ཉིན་ཉི་ཧོང་གི་གཞུང་དོན་ཕྱོགས་ཕེབས་གནང་ཡོད་པ་དང་ཚེས་བཅུ་དགུ་ཉིན་ཉི་ཧོང་གི་རེ་ཁཱ་གུ་གཙུག་ལག་སློབ་གཉེར་ཁང་དུ་དགེ་ལས་སློབ་ཕྲུག་ཚོར་བོད་དོན་དང་འབྲེལ་བའི་གསུང་བཤད་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པའི་ལས་རིམ་བཀོད་སྒྲིག་གནང་མཁན་རིག་ལྡན་སྒྲོལ་མ་ལགས་དང་འཕྲིན་གཏོང་ཕྱག་རོགས་གནང་མཁན་ཁཱལ་སྒྲོན་ལགས་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་ང་རིན་ཆེན་ཆོས་སྒྲོན་ཡིན། སྤྱིར་ང་བློ་བཟང་ཞིང་ཡེ་སེང་གེ་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་བཙན་གནང་བར་ཐུགས་རྗེ་ཆེ་སོང་ཞུ་གི་ཡིན། གཙོ་བྱས་གནང།